ཞིག་གིས་བོད་ཀྱི་བོད་མིའི་སྒྲིག་འཛུགས་དེ་ལ་གོ་ཡ་བསྒྲགས་བྱེད་དང་ནི་མང་གཙོའི་ཀ་བ་གསུམ་ལ་གོ་ཡ་བསྒྲགས་བྱེད་ཡོད་རེད་ད། ཡིན་པས་ན་ད་དེ་ང་རང་རང་གི་གཅིག་གི་བསམ་བློ་རེ་བཏང་བས་ན་མང་གཙོ་ལབ་དུས་དེ་མང་ཚོགས་ནང་ལ་ཡ་གཅིག་གི་ཁར་ཤུགས་རེ་ཆེ་ཤུགས་ཆེན་པོ་འགྲོ་བ་ཆེ་གོ་ཡ་དེ་གལ་ཆེན་པོ་འདུག་གཅིག་གི་མང་ཚོགས་ལ་ཡ་གཅིག་ཁར་ཤུགས་རེ་མང་ཚོགས་ཀྱི་ཨ་ནི་འགན་འཁྱེར་སྟངས་ཡིན་ནའི་དྲག་འདུག་ད་ང་རང་ཚོའི་ད་ལྟ་བོད་བཙན་བྱོལ་བོད་སྤྱི་ཚོགས་ནང་ལ་ཡ་མང་ཚོགས་ནང་ལ་ཡ་གཅིག་གི་ཁར་ཤུགས་རེ་ད་མང་པོ་འཁྲུགས་བསྡད་ཡོད་རེད་བ་སྤྱི་དང་སྐད་ཆ་དྲང་པོ་རེ་ཞུས་བས་ན་སྤྱི་ཚོགས་ནང་ལ་ཡ་ཨ་ནི་གཅིག་གི་གཅིག་གི་ད་ཆོལ་ཁ་ཆོས་ལུགས་ད་དེ་འདྲའི་གི་རྙོག་དྲ་མང་པོ་ཅིག་གི་དེའི་ཡུལ་དུ་ད་ནི་གཙོ་བོ་གཅིག་གར་ཟེར་ན་སྤྱི་ཚོགས་ནང་ལ་ཡང་གོ་རྟོགས་སྤེལ་དགོས་ཡོད་ད་ལྷག་པར་དུ་མང་ཚོགས་ཚོའི་ནང་ལོགས་ལ་ཡང་ཁར་ཤུགས་དང་ཤེས་ཡོན་གྱི་གོ་རྟོགས་ཡིན་ནའི་འདྲ་དུ་མང་གཙོའི་གོ་རྟོགས་ཡིན་ནའི་འདྲ་དུ་དེ་གས་ཡག་པོ་བྱེད་དུས་སུ་ཡང་སྤེལ་དགོས་ཡ་དང། དེ་སྤེལ་བའི་བརྒྱུད་ནས་ཡང་མང་ཚོགས་ལ་ཡང་ཁར་ཤུགས་རེ་ག་ད་ཞུགས་ནས་ཡང་ཐོབ་ཐང་ག་རེ་ལེན་དགོས་ཀྱི་ཡོད་མེད་དེ་གས་མཁྱེན་པའི་ཐོག་ནས་སོ་སོ་རང་ཉིད་ངོས་ནས་ཁར་ཤུགས་རེ་ཡང་འདི་དང་མཉམ་དུ་ལ་ཡང་སོ་སོ་རང་ཉིད་ངོས་ནས་བྱེད་དགོས་ཡག་གི་འོས་འགན་གར་དུ་ག་ད་ཐོབ་ཐང་དང་འོས་འགན་གཉིས་མཉམ་དུ་ཟུང་དུ་འབྲེལ་དགོས་ཡག་དེ་འདྲས་ལ་ཡང་གར་སོང་ན་དམངས་གཙོ། ཞུས་ན་ཕལ་ཆེར་འགྲིག་གི་མེད་འགྲོ་ཟེར་ང་འདི་ང་རང་རང་གི་འདི་བསམ་ཚུལ་ཙམ་ཞིག་ཡིན། ང་ཚོ་ད Democracy ལས་ནི་རེད་མང་གཙོ་ལས་ནི་རེད་མང་གཙོ་ཟེར་དེ་རྒྱུ་མཚན་དེ་ཁོ་རང་ཨནེ་མི་དམངས་རང་གི་མང་གཙོ་དང་སྐྱེ་བོ་སྒེར་ལ་བསམ་བློ་བཏང་བས་ན་དམངས་གཙོ་དེ་སྐྱེ་བོ་སྒེར་ལ་གཙོ་བོ་ཡིན་དུ་བརྩམས་པ་དང་པོ་སྐྱེ་བོ་སྒེར་རེ་རེ་ནས་འགོ་བཙུགས་རྗེས་ཨནེ་ཕའི་ང་ཚོ་བ་སྒྲིག་འཛུགས་གང་ལ་སླེབས་དགོས་དུ་བརྩམས་པ་སྐྱེ་བོ་སྒེར་གྱི་མི

གཅིག་དེ་ང་ཚོ་ངས་ག་རེ་མཐོང་གི་མི་འདུག་ལབ་པ་ཡིན་ན། ཨ་ནི། ད་གྲོས་ཚོགས་ནང་ལ་ཡར་མར་གར་སོང་བ་རེད་ཅིག་དྲི་བ་དྲིས་ལན་འདྲ་བོ་བྱེད་ཀྱི་ཡོད་ནི་རེད། གང་ལྟར་ཡང་གཞུང་གི་པོ་ལི་སི་ཅིག་བཟོས་བཞག་པ་དེ་ལ་ཨ་ནི་ང་ཚོ། ཨ་ནི་གར་སོང་བ་རེད་ད་གཞོན་སྐྱེས་རེད་ཡང་ན་མི་སྒེར་གྱིས་ཨ་ནི་ཕ་དྲི་བ་བཀོད་རྗེས། འདི་དེ་འདྲས་བྱེད་མཁན་ཅིག་ཞི་རགས་མཐོང་གི་མི་འདུག་འདི་གཅིག། ང་ཚོ་འདི་གཅིག་ང་འདི་མི་འདྲའི་ངོས་ནས་ཨནི་ཞིང་གཞུང་གི་པོ་ལི་སི་ག་རེ་ཁྲིམས་ཁྲིམས་རེད་ད་དཔེ་འཇོལ་གྱི་ཐོག་ནས་རེད་ག་རེའི་སྐོར་ཤེས་ཡོན་གྱི་ཐད་ནས་རེད་ག་རེ་བཟོས་པའི་ནས་དེ་ལ་འགྲིག་མ་འགྲིག་འདི་གང་ལ Discussion བྱས་དང་འདི་འདྲའི་རིགས་ཕལ་ཆེར་མཐོང་གི་མི་འདུག་འདི་གཅིག་གལ་ཆེན་པོ་འདྲ་ཞིག་མཐོང་སོང་གཅིག་དེ་ང་ཚོ་ཡང་བསྐྱར་ཨནི་མང་གཙོ་ནང་ལ་གཅིག་དེ་ག་རེ་གལ་ཆེན་པོ་རེད་དེ་ཡོད་རེད་ལབ་པ་ཡིན་ན། ཨ་ནི་ང་ཚོ་རྒྱལ་སྲིད་ཡག་པོ་མེད་པ་ཡིན་ན Protest བྱེད་ཡ་དེ། Protest བྱེད་དེ་པད་ཁོ་རང་རྒྱལ་ཆེན་པོ་ཅིག་རེད་དེ་ཡོད་རེད་ང་ཚོ་ད་ལྟ Democracy ནང་ལ་ཡང Protest དེ་ཡང་སེམས་ནག་འདྲ་བོ་ཅིག་སིམ་སིམ་ནས། ཨ་ནི་ཡང་ཅིག་འདི་ག་རེ་མཐོང་གི་མི་འདུག་ལབ་པ་ཡིན་ན་ཡང Protest ཅིག་བྱེད་འགྲོ་དུས་ཙམ་པ་ཡང་ཨ་ནི་སོ་སོ་གི་ཕྱོགས་ཁ་ཕྱོགས་གཏོགས་འདྲ་བོ་ཅིག་བྱེད་ནས་ཨ་ནི་པས་སོ་སོ་གི་སྙིང་ནད་སྟོན་བསྡད་འདྲ་བོ་ཅིག་བྱེད་ཀྱི་འདུག་དེ་མིན་པ་ཅི། གནད་དོན་རང་གི་ཐད་ནས་འགྲེལ་བཤད་བརྒྱབ་ཅིང་གནད་དོན་རང་གི་སྒང་ལ་བབ་བབ་ཅིག་ནས་འདུག་ང་ཚོས་སྐད་ཆ་བཤད་ཡ་འདི་ང་ཚོ་དམངས་གཙོ་གི་རྒྱལ་ཆེ་ཆོས་གཅིག་འདི་རེད། གཅིག་དེ་ཡང་ཡང་བསྐྱར་གཅིག་ག་རེ་ག་རེ་ཞུ་ཡ་འདུག་ལབ་པ་ཡིན་ན། ད་ལྟ་ང་ཚོ་ད་ལྟ་དེ་འདི་གཅིག་ག་རེ་ཟེར་བ་རེད། སྤྱི་བཏང། ད་ང་ཚོ་བོད་ཀྱི་འདི་ནང་ལོག་ཡག་པོ་ཅིག་ག་རེ་མཐོང་གི་མཐོང་གི་འདུག་ལབ་པ་ཡིན་ན། ང་ཚོ་སྲིད་སྐྱོང་གི་ཁ་སང་ཉན་པ་དེ་ང་ཚོ་སྲིད་སྐྱོང། འོས་བླུགས་འདི་ཙམ་པ་ཡང་འོས་མི་མང་པོ་ཞུགས་ཀྱི་འདུག་ཨ། འདི་ཡང་ང་ཚོ་མང་ཚོགས་ནང་ལ་ཡང་ཧ་ཅང་གི་རྒྱས་ཆེན་པོ་རྒྱས་ཆེན་པོ་འདྲ་ཞིག་མཐོང་སོང། ག་ཅིག་ལ་ན་ག་ཚོད་ཞིག་ཨ་ནི་ཅིག་འོས་མི་མང་ང་ཡོད་ནི་ཨ་ནི་མི་མང་ལ་གདམ་ག་མང་ང་རག་གི་རོ་ཨ། ཨ་ནི་ཅི་ད།
མང་ཚོགས་ལ་དེ་དེ་ད་ང་ཚོ་དེ་རྒྱུ་གཙོ་བོ་དེ། ད་འབངས་ཆགས་ཀྱི་ཡོད་ར་མི་མང་ཆགས་ཀྱི་ཡོད་ར་བྱས་ཙང་ཨ་ནི་མི་མང་གི་ཨ་ནི་ད་ཅིག་མི་མང་ལ་ཡང་འདྲ་མཉམ་གྱི་ཅིག

ཁ་རེད་སོ་སོ་རྒྱལ་ཁ་ཆེད་དུ་ལ་ཡང་ལས་ཀ་འདི་བྱེད་དགོས་འདུག་ཨ་ནི་འདི་བྱས་པས་ན་འགྲིག་མི་འདུག་ལ་ཡང་དེ་གི་ཨ་ནི་བསམ་བློ་དེ་ནི་སླེབས་དགོས་རེད་འདུག་དྲན་གི་འདུག། དམངས་གཙོ་ཟེར་བའི་ད་ཐ་སྙད་ལ་འོ་རེད་ད་དེ་བསམ་བློ་ཁོ་རང་མི་མང་གི་ད་སྤྱི་ཚོགས་ཀྱི་ནང་ནས་སླེབས་པ་སོང་ཙང་ང་རང་ཚོ་སྤྱི་ཚོགས་ཀྱི་ནང་ལོགས་ལ་ང་རང་ཚོ་མི་གནས་བསྡད་དུས་དེ་མི་ཞིག་འདི་མི་ཞིག་འདི་མི་ཚང་མ་འདི་བསམ་བློ་ཡིན་ན་རེད་ཀུན་སྤྱོད་ཡིན་ན་རེད་འཚོ་བའི་གི་རྒྱབ་ལྗོངས་ཡིན་ན་རེད་དགོས་མཁོ་ཡིན་ན་རེད་དམིགས་ཡུལ་ཡིན་ན་རེད་ཚང་མ་མ་འདྲ་བ་ཞིག་ལས་དུས་བསམ་པ་ནི་དམངས་གཙོ་ཁོ་རང་དང་པོ་ཉིད་ནས་ང་རང་ཚོའི་མི་དམངས་ཀྱི་སེམས་ནང་ལོགས་ལ་དམངས་གཙོ་དེ་ཡོང་གོང་ཁོ་རང་སྤྱི་ཚོགས་ནས་སླེ་རེད་སྤྱི་ཚོགས་དེ་ནང་ལོགས་ལ་མི་ཞིག་འཚོ་དགོས་དུས་དམངས་གཙོ་དེ་ལ་ད་དམངས་གཙོ་དེ་སྤྱི་ཚོགས་ནས་སླེ་བ་ཧ་གོ་གི་ཡོད་ན་ཨ་ནི་ང་རང་ཚོ་གི་ད་དམངས་གཙོ་དེ་ལ་ཚམ་ཚམ་འགྲིག་བ་ཡོང་གི་རེད་ཚམ་ཚམ་མ་འགྲིག་བ་ཡང་ཡོང་གི་རེད་ཚམ་ཚམ་བད་ཁ་འཐོར་བ་ཡང་ཡོང་གི་རེད། གང་ལྟར་ཀྱང་ང་རང་ཚོ་གི་སེམས་ནང་ལོགས་ལ་ཨ་ནི་གནད་དོན་མང་པོ་ཞིག་དང་ལེན་བྱེད་དགོས་ཀྱི་རེད། དང་ལེན་བྱས་རྗེས་ཨ་ང་ཚོ་དང་ལེན་བྱས་བ་ན་ག་རེ་བསམ་གྱི་རེད་ལ་ན་དང་ལེན་བྱས་རྗེས་ཨ་ནི་དེའི་རྒྱབ་ལྗོངས་དེ་གནས་ཚུལ་དེ་ག་འདྲས་ཞིག་རེད་འདོད་མི་འདོད་དེ་ལ་ཡང་ཨ་ནི་ཞིབ་འཇུག་བྱེད་དགོས་ཡ་དང། དེ་འདྲས་དེ་གལ་ཆེན་པོ་མཐོང་གི་འདུག་ར་རྩ་བའི་ཆ་ནས་དམངས་གཙོའི་གི་ལམ་ལུགས་དེ་ཨ་ནི་ད་རྒྱལ་སྤྱིའི་སྟེང་ལ་ཡང་འདུག་བྱས་ནས། ཡུན་རིང་པོ་ཕྱིན་ཡོད་ངོས་ཡར་སྔོན་ལ་སླེབས་རེས་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ད་དེ་སླེབས་ནས་ཡུན་རིང་པོ་ཡང་འགྲོ་གི་ཡོད་མ་རེད་ཡིན་པ་ཡིན་ནས་ལས་ག་རེ་ཧ་གོ་དགོས་འོས་ལ་ན་གནད་དོན་ག་རེ་ཕྱིན་པ་ཡིན་ནས་དམངས་ཚོགས་སྲིད་དོན་ཁོ་ཡོམ་ཅིག་རྒྱབ་དགོས་འོས་རེད་ཡོམ་ཅིག་མ་རྒྱབ་པ་ཡིན་ན་ཨ་ནི་དམངས་ཚོགས་ཀྱི་ཅིག་ཅིག་ལོངས་སུ་སྤྱད་དམངས་ཚོགས་དེ་ག་འདྲས་ཅིག་འགྲོ་གི་ཡོད་པ་དང་ཚོར་གི་མ་རེད་མི་དམངས་ཀྱི་རང་ཚོར་གི་མ་རེད་ཡ་གི་གང་གིས་གར་ལབ་བ་དེ་ཡང་ཞི་ར་ཞི་ར་འདི་ལ་དོ་སྣང་ཟིག་བྱེད་ཀྱི་མ་རེད་ད་ཡོམ་ཅིག་རྒྱབ་ལས་དུས་མི་ཚང་མ་གིས་ཨ་ད་དེ་འདྲས་ཅིག་བྱེད་ཀྱི་འདུག་ཨ་ལས་དེ་འདྲས་ཅིག་བྱེད་ཀྱི་འདུག་ལབ་དུས་ཨ་ནི་ཚང་མ་ལ་གོ་རྟོགས་ཅིག་སླེབས་དུས་གནད་གནད་དོན་མང་པོ་ཞིག་ར་འཕྲོད་ཀྱི་ཡོད་རེད་དེ་གི་རྒྱུ་མཚན་ལ་བརྟེན་རྗེས་མ་འོངས་པ་ལ་གོམ་པ་རྒྱག་པའི་ལ་ང་ཚོ་ལ་ཁེ་ཕན་ཤུགས་ཆེན་པོ་ཅིག་བཟོ་གི་རེད་དེ་འདྲས་ཡིན་དུས་གཞོན་སྐྱེས་དང་ཐོག་མཐའ་བར་གསུམ་གྱི་མི་ཚང་མ་རྒན་གཞོན་བར་གསུམ་གྱིས་ང་རང་ཚོ་གི་སྐབས་དོན་གྱི་ཅེས་གནས་སྟངས་ཡིན་ན་རེད་མ་འོངས་པ་ལ་ཡང་དེ་འདྲས་ཅིག་ཡོང་སྲིད་རེད་དེ་ལ་ང་ཚོ་གྲ་སྒྲིག་ཅིག་སྔ་ས་ནས་བྱེད་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ད་ལྟ་ཡིན་ནའི་ལས་དེ་ཁས་ལེན་ཅིག་ཡོང་ཅིག་རྒྱབ་སྐྱོར་དེ་ཁས་ལེན་ཅིག་བྱེད་དགོས་ཡ་དེ་ཡང་ང་རང་ཚོ་གལ་ཆེན་པོ་རེད་བསམ་གི་འདུག་གལ་སྲིད་དེ་འདྲས་ཅིག་ཡོང་ཅིག་རྒྱབ་སྐྱོར་དེ་ཁས་ལེན་མ་བྱས་བ་བྱས་ཅིག་ད་དུང་དེ་ལ་བཙིར་བསྡད་བ་ཡིན་ན་ཨ་དེ་ཕན་ཐོགས་ཡ་ཚབ་ལ་གནོད་ཀྱི་ཡ་རང་ཉེན་ཁ་ཡོད་རེད། ངའི་མཐོང་སྟངས་ལ་ད་སྤྱི་བཏང་ནས་ང་ཚོ་ད་ང་ཚོ་སྤྱི་ཚོགས་དང་ལུས་ལ་དམངས་གཙོ་ལ་ན་ག་འདྲས་འགྲོ་གི་གོ་བ་ལེན་གི་འདུག་ལ་ན་ཆབ་སྲིད་རྩོད་མཁན་དུ་ཆབ་སྲིད་ཀྱི་ལས་ཀ་རྐྱང་རྐྱང་ཡིན་པ་ཞིག་གོ་བ་ལེན་གྱི་འདུག་ད་འདི་དཀའ་ངལ་ག་འཕྲད་གོ་ལ་ན་ང་ཚོ་ལ་ད་དམངས་གཙོ་གྱི་ཐོག་ལ་གོ་ཐོབ་མེད་བ་འདི་དཀའ་ངལ་འཕྲད་གོ་རེད་འོ་འདི་རེད་ཡིན་ན་ང་རང་བསམ་ཚུལ་བཤད་ན་དམངས་གཙོ་ལ་ན་ད་སྤྱི་དང་ནི universal fact དུ་ཡིན་ན་དམངས་གཙོ་ལ་ན་ཆབ་སྲིད་གཅིག་པོ་ལ་གོ་བོ་མ་རེད་སོ་སོ་འགྲོ་བ་མི་ཡི་ཐོབ་ཐང་གཅིག་ལ་གོ་བོ་ཡོད་པ་འདི་ཚང་མས་མཁྱེན་དགོས་ཡ་འདི་གལ་ཆེན་པོ་མཐོང་གི་འདུག་ར་བྱས་ཙང་ད་ང་ཚོའི་བོད་པ་སྤྱི་ཚོགས་ནང་ལ་ད་མི་མང་ཆེ་ཡིས་དམངས་གཙོ་ལ་ན་ཆབ་སྲིད་ཅིག་ཡིན་པར་གོ་བ་ལེན་བ་ལ་དཀའ་ངལ་འདི་ལ་འཕྲད་ནས་ནི་དེང་སང་གི་ཡོང་སྟར་མང་པོ་ཅིག་གིས་དཀའ་ངལ་ག་རེ་རེད་བཤད་ལ་ན་ད་དམངས་གཙོ་ཐོག་ལ་ལས་འགུལ་འགྲོ་སྤེལ་བ་ཡིན་ན་ང་ད participate བྱས་མེད་གང་ཡིན་ལ་ན་འདི་ཆབ་སྲིད་ཀྱི་ལས་ཀ་རེད་ཆབ་སྲིད་ཀྱི་ལས་ཀ་འདི་དཔེ་ཞེ་སྣང་ཚོ་ཡོད་རེད་ཉེན་ཁ་ཚ་བོ་ཡོད་རེད་འདི་ཁོང་ཚོ་ལག་འགན་འདི་ཚོ་ལས་ཁ་བརྡ་ཡོད་མ་རེད་བོད་ནི་ཀླད་སྐྱོན་མང་པོ་ཞོས་རེད་གལ་སྲིད་ཁོང་རང་ཚོས་དེ་གི་ཐོག་ལ་ལས་ཀ་དྲུག་ལས་འགུལ་དྲུག་སྤེལ་བ་ཡིན་ན་ཁོང་ཚོ་སྤྱི་དྲ་རྒྱ་སྤྱི་ཚོགས་དྲ་རྒྱ་ལ་ཁྱབ་ཆེ་དེ་ཁོ་རང་ཚོ་བོད་ནང་ལོ་སྤུན་བརྒྱ་ཡོད་རྒྱུ་ལ་དཀའ་ངལ་དྲིས་རེད་ཁོ་རང་ཚོ་ལ་དཀའ་ངལ་དྲིས་ལ་འདི་ཞེད་སྣང་དེ་ང་ར་ད་ལྟ་སྤྱི་ཚོགས་ནང་ཤུགས་ཆེན་པོ་པེ་མཐོང་གི་འདུག་ར་བྱས་ཙང་ཁོང་ཚོ་ཡར་ལངས་ཡ་ཡིན་ན་རེད་ག་ཡ་ན་ས་ཆ་ཚང་མ་བཀག་རྒྱུ་རུ་བྱས་ནས་ཁོང་ཚོ་དེ་ལ་མཉམ་ཞུགས་བྱས་ཏེ་ལམ་ཀ་བཀག་རྒྱུ་རུ་མཐོང་གི་འདུག་ར་བྱས་ཙང་དམངས་གཙོའི་ལས་དེ་ཆབ་སྲིད་ཅིག་པོ་མ་ཡིན་པ་སོ་སོས་ཀྱི་ཐོབ་ཐང་ཚོད་དང་སོ་སོས་ཀྱི་བསམ་ཚུལ་ཅིག་ཡོད་ར་སོ་སོ་ག་རིགས་བསམ་གྱི་འདུག་བསམ་ཚུལ་དེ་སོ་སོ་ཀྱི་ཆེད་དུ་ཡག་རེད་མི་ཚང་མ་ཀྱི་ཆེད་དུ་ཡག་ཡིན་སྲིད་མ་རེད་ཡིན་ན་ཡང་སོ་སོ་བསམ་ཚུལ་དེ Freely ཐོག་ནས་ཡོད་བཤད་ཡོད་པ་ཅིག་ནི་ཨན་ཀྲིག་གིས་ད་ང་ཚོ་ཡི་གོ་ཐོབ་དཔེ་དེ་གལ་ཆེན་པོ་འདུག་བཞོན་ར་ཨ་ནི་ག་བོད་པ་ཡི་ད། ཁ་ལོ་ད། སྤྱི་ཚོགས་ཁག་ག་ས་ང་ཚོས་ཆབ་སྲིད། ཁ་ལོ་ད། དམངས་གཙོའི་སྐོར་ལ་ལས་འགུལ་སྤེལ་མཁན་ནི་ཚོ་ཕར་ལ་བཅར་བྱས་ཚང་མ་ལ་དམངས་གཙོ་ལ་ཡ་དེ་ག་འདྲི་ཟིན་པ་ལ་དེ་གོ་རྟོགས་ཡག་པོ་སྤེལ་ཐུབ་ན་དེ་ཡང་ཡང་སྒེར་ཡང་སྒེར་གོ་རྟོགས་དྲན་གསོ་བླངས་ཐུབ་ན་ཡག་པོ་འདུག་གཞོན།
ང་རང་གིས་བསམ་ཚུལ་བྱས་པ་ན། ད་རེས་ཀྱི་སང་གི་སྤྱི་ཚོགས་ད་ང་རང་ཚོ་དཔེར་ན་བཙན་བྱོལ་སྤྱི་ཚོགས་ནང་ལོ་བཀྲ་བྱ་བཞག་ན་མང་གཙོའི་གི་ད་ང་ཚོ་ཡང་དག་པ་ཅིག་དམངས་གཙོ་ཡང་དག་པ་ལག་བསྟར་བྱེད་ཐུབ་ཡས་མིན་ད་ལས་དེ་ང་ཚོ་རྩ་བའི་ཆ་ནས་རེ་བ་བརྒྱ་བས་རང་ཡོད་མ་རེད་ག་ལེ་ན་ལོ་བཅུ་གཅིག་ཚོས་དེ་གི་ནང་ལོ་ལ་རྒྱལ་ཁབ་ཅིག་གི་ད། དེ་ཆབ་སྲིད་ཡིན་ན་རེད་དཔལ་འབྱོར་ཡིན་ན་རེད་གང་ཅིའི་ཐོག་ནས་འཚོ་བའི་གནས་སྟངས་ཡིན་ན་རེད་དེ་འདྲའི་ཆེད་ལོ་བཅུ་གཅིག་ཟེར་བཞིན་གྱི་ནང་ལོགས་ལ་ང་ཚོ་རེ་བ་ཤུགས་ཆེན་པོ་ཞིག་བརྒྱབ་ན་དེ་ཡོང་མི་སྲིད་པ་ཞིག་རེད་ག་ལ་ན་རྒྱལ་ཁབ་གཞན་པ་ཡིན་ནའི་ད་དུང་བལ་ཏེ་ལོ་ལྔ་བཅུ་དྲུག་ཅུ་གྱ་དེ་འདྲའི་འགྲོ་ཁྱོག་གི་རྒྱལ་ཁབ་དེ་ཚོ་ཡང་ཡང་དག་པ་ཅིག་ད་ལྟ་ཡིན་ནའི་ཡོད་མ་རེད་ད་གོ་རྟོགས་མེད་ཉེན་ཡང་མང་པོ་ཡོད་རེད་དེ་འདྲའི་ཞིག་ཡིན་དུས་ང་རང་ཚོ་གིས་ཡང་དག་པ་རྦད་དེ་རྩིས་པས་ཅིག་ལ་རེ་བ་བརྒྱབ་པས་ན་དེ་ང་རང་བསམ་བློ་བྱས་པ་ན་དེ་རེ་བ་དེ་ཡོང་གི་མ་རེད་བསམ་གི་འདུག་ག་ལ་ད་ལྟ་འགྲོ་དང་འགྲོ་བཞིན་པར་བ། ཡིན་པ་ཡིན་ནའི་ལས་ད་དང་པོ་ཆེས་ཐོག་མ་གི་བཙན་བྱོལ་སྤྱི་ཚོགས་ཀྱི་ད་དམངས་གཙོའི་གི་སྒྲོམ་གཞི་དང་ད་ལྟའི་གི་སྤྱི་ཚོགས་ཀྱི་དམངས་གཙོ་གི་སྒྲོམ་གཞི་བྱས་པ་ན་དཔེ་མི་སྲིད་པའི་ནི་ཡག་ཕྱོགས་ནི་གོང་འཕེལ་ཡག་པོ་བྱེད་འགྲོ་ཡོད་རེད་ད་ཡག་ཕྱོགས་ནི་གོང་འཕེལ་ཡག་པོ་བྱེད་འགྲོ་ཡག་ཕྱོགས་ནི་དཔེ་དམངས་གཙོའི་གི་ལག་བསྟར་ད་གོང་འཕེལ་ཡག་པོ་འགྲོ་མ་འགྲོ་དེ་ལག་བསྟར་བྱས་མ་བྱས་རེད་བ། མི་དམངས་ཀྱི་ཨ་ནི་དམངས་གཙོ་དེ་ངུ་ར་འཕྲོད་མ་འཕྲོད་རེད་བ་སོ་སོའི་གི་ཐ་རང་དབང་དེ་འཐབ་རྩོད་སོ་སོ་ལ། དགོས་མགྱོགས་ཏེ་འཐབ་རྩོད་བྱེད་ཐུབ་ཀི་ཐུབ་ན་གཞི་ནས་མི་དེ་གི་ནི་ད་སོ་སོ་གི་དམངས་གཙོ་ཞིག་རེད་བསམ་པའི་ར་འཕྲོད་དེ་བྱུང་ཡོད་ར་ཨེ་འདྲས་བྱུང་ཡོད་འདུག་སྔན་མ་སྤྱི་ཚོགས་རྩི་ཤིང་ད་ལྟའི་ཆ་ལ་ཡང་ང་ཚོ་ལ་རྙོག་གྲ་མང་པོ་ཞིག་ཡང་ལས་དགོས་འོ་རེད་ཡག་ཕྱོགས་ཀི་ཆ་ནས་རང་ཅིག་ཡར་ཐོན་གི་ཤེས་བྱའི་གི་ཐོག་ཤེས་བྱ་ཡི་ནས་ཆུ་ཚད་ག་ལ་གང་འཚམ་ཞིག་སླེབས་དེ་གི་འོ་རེད་ཡག་ཕྱོགས་ཆ་ནས་ལངས་རོགས་སྡུག་ཕྱོགས་གི་ཆ་ནས་ལངས་རོགས་གང་ལྟར་ཀྱང་ཨ་ནི་ང་རང་བྱས་ན་འདི་ག་རེ་བྱིན་སླེ་ལ་ན་མི་མང་གི་གོ་རྟོགས་ཤུགས་ཆེན་པོ་ད་ལྟའི་ཆ་ལ་མི་མང་ལ་གོ་རྟོགས་ཨོ་ཚུ་ར་བའི་རྒྱུ་མཚན་ལ་བརྟེན་ཅིང་ད་མི་མང་ཚང་མ་ཡར་ལངས་ཀྱི་འདུག་གར་ཆེན་ལ་མགོ་ལ་ན་གཞོན་སྐྱེས་ཡིན་ན་རེ་རྒན་གཞོན་བར་གསུམ་གྱི་ཡར་ལངས་དགོས་རྒྱུ་མཚན་ག་ལ་ད་གོ་རྟོགས་དེ་ཡར་སླེབས་འགྲོ་དགོས་རེད་གོ་རྟོགས་སླེབས་དུས་ཨ་ནི་ཡག་ག་ཡང་ཡོང་གི་རེད་སྡུག་ག་ཡང་ག་ཡང་མི་ཚང་མ་བསམ་ཚུལ་མ་འདྲ་རེད་འདོད་མོས་ལོག་ག་རེ་བ་དེ་འདྲས་བྱེད་ཡོད་དུས་གང་ལྟར་ཀྱང་ཡག་ཕྱོགས་ཀྱི་ཆ་ནས་ཨ་ནི། སྔས་མ་རྩི་ཤིང་དཔེ་མི་སྲིད་པའི་ད་ལྟ་ཡར་རྒྱས་ཀྱི་སྤྲོ་བཞག་ད་ལྟ་ཡིན་ནའི་ད་དུང་ང་རང་ཚོ་གི་དོ་སྣང་ཤུགས་ཆེན་པོ་སྤྲད་ཡ་དེ་ད་ལས་འགུལ་རེད་དོ་བདག་སོ་སོ་གི་རང་འགན་འཁྱིལ་དགོས་ཡ་རེད་དེ་མ་གཞི་སྔས་མ་རྩི་ཤིང་ད་དཔེ་མི་སྲིད་པའི་ད་ད་ལྟའི་ཆ་ལ་གོ་རྟོགས་དཔེ་ཡག་པོ་ཞིག་སླེབས་ཐུབ་ཞུ་ཡ། ད་ངས་བྱས་ན།
ད་ད་བཙན་བྱོལ་སྤྱི་ཚོགས་ཀྱི་ད་ད་དམངས་གཙོའི་གི་གནས་སྟངས་དེ་དཔེ་ཡག་པོ་དུ་དྲན་དགོས་རེད། རྒྱུ་མཚན་ག་རེ་བྱེད་འདའ་ན་སྤྱི་བཏང་ནས་ད་ལྟ་བཙན་བྱོལ་སྤྱི་ཚོགས་ཀྱི་དམངས་གཙོ་དང་རྒྱག་རུང་བཅས་ཀྱི་འབད་ཁོ་རང་ད་ཅིག་སྲིད་ཕྱོགས་ནས་འབད་ད་བློས་བཏང་བྱས་ནས་ད་ལྟ་ལོ་བཅུ་གཅིག་བཅུ་གཉིས། མ་གཏོགས་འགྲོ་གི་ཡོད་མ་རེད་དེ་ཡིན་ན་ཡང་འདིའི་དཀྱིལ་མ་ལ་དམངས་གཙོའི་གི་གཙོ་ཆེ་ཤོས་དེ་ག་རེ་ལ་ན་ང་ཚོ་ད་ལྟ་དེ་ཀ་བ་གསུམ་བསྲེས་ཀྱི་ཡོད་ཨ། འདི་གི་འགྲོ་སྟངས་དེ་ཡག་པོ་ཡོད་དགོས་དེ་གཅིག་དེ་རེད། གཅིག་དེ་ག་རེ་ལ་ན་མི་འདྲེ་ཡ་དེ་གི་མི་འདྲེ་ཡ་དེ་གི་ཨ་ནི་མི་མང་གི་གནས་སྟངས་ཡ་ག་ཚོད།

ད་ཡིན་མིན་སྐྱོན་ཆ་ཆེ་ཤོས་དེ་ང་རང་ཚོ་བཙན་བྱོལ་བོད་པའི་སྤྱི་ཚོགས་ནང་ལོ་ཡ་མང་ཚོགས་ཀྱི་ཡང་ཅིག་གི་ཁར་ཤོར་རེད་བསམ་བློའི་གོ་རྟོགས་དང་འདི་འདྲའི་ཐོག་ལ་ཡ་ཏོག་ཏོ་རེ་སྐྱོ་བོར་བྱས་རེད་ཨ་ནི་འདས་པའི་ལོ་བཅོ་བཀྲ་ཅིག་གི་ནང་ལ་ཡ་ད་ང་ཚོ་དཀའ་ངལ་མང་པོ་འཕྲད་རྗེས་ནི་ཅིག་གི་ཁར་ཤོར་རེད་ད་ཅིག་གི་སྔན་མ་སྔ་མ་དེ་ཉིས་སྟོང་བཅུ་བཅུ་གཅིག་སྔན་ལ་ཡིན་པ་ད་ང་ཚོ་སྐུ་དེ་བཀྲིས་སི་བིན་དེ་ཡོད་རེད་སྐད་ཆ་ག་རེ་ཡིན་ནས་ད་ཅིག་གི་ཁར་ཤོར་རེད་རང་དབང་བསྟན་པའི་ངང་ནས་ཤིག་བཤད་ཡ་རུ་བརྗེད་ཡོད་རེད་ད་ཅིག་གི་ཚེ་ན་ཁྱོད་ལ་སྨྲས་པ་ཅིག་གི་ད་ད་ཤ་ཅིག་གི་སྐད་ཆ་རུ་བཤད་ནས་ཅིག་གླིག་ཡོད་ན་ནམ་སང་ཅིག་གི་ཁར་ཤོར་རེད་སྐད་ཆ་དགེ་བ་དང་ཡ། ཨིན་ཇི་ཀའི་ཏྲོ་པིག་ཅན་གྱི་ལའི་ཇོ་ར་ཨོ་དིས་སི་ལབ་དགོས་ཡ་གི་གནས་སྟངས་ཆགས་སོང་ཨ། དེ་དེ་འདྲའི་ཡིན་དུས་ཚོ་ནི་ཏོག་ཟི་ང་རང་ཚོ་རེད་ཅིག་གི་གར་ཤོག་རེད། མི་མང་གི་གོ་ལྡོག་ནང་ནག་ལོག་རེད་ཅིག་གི་གར་ཤོག་རེད་དེ་འདྲའི་གི་ཅིག་གི་གནས་ཚུལ་འདི་འདྲ་མི་འདྲ་མང་པོ་ཞིག་རྙོག་དྲ་མང་པོ་ཞིག་ཡོང་བསྡད་ཀྱི་ཡོད་པ་སོང་ས་མ་མི་མང་གི་གོ་ལྡོག་དང་བསམ་བློའི་གོ་ལྡོག་ཚོ་མཐོ་ས་མཐོ་རུ་གཏང་དགོས་ཞེས་ཞེ་བོ་ཅིག་གལ་བྱུང་འདུག་འདུག་ཨ་ལྷག་པར་དུ་དེ་ཅིག་ལྟ་ཅིག་གི་མ་འོངས་པ་ལ་ཡ་ཚོ་སུ་གར་ཤོག་རེད། ད་ཅི་གི། སོ་སོ་ལས། ཐོབ་ཐང་ཡོད་པ་ནང་བཞིན་བྱས་སྤྱི་འཐུས་འདམ་ཡག་ཡིན་ནའི་འདྲ་འདུག་སྲས་སྐྱོང་འདམ་ཡག་ཡིན་ནའི་འདྲ་འདུག་ང་ཚོ་ནམ་རྒྱུན་གང་སར་མ་དང་ཆོས་ལ་བརྟག་ལེན་བྱོས་ར། མི་དེ་ཕྱ་ལས་ག་རེ་གནང་གི་འདུག་དེ་ལ་ང་ཚོ་བརྟག་བས་དང་གལ་ཆེན་པོ་ཞོལ་ཐུང་གི་འདུག་ང་ཚོ་དང་པོ་ཁོ་ར་གར་དུ། གཅིག་སྐད་ཆ་རེ་བཤད་ན། མི་དེ་ཕྱ་ལས་ག་རེ་གནང་གི་འདུག་མི་དེ་ཤེས་ཡོན་ག་རེ་འདུག་གས་མི་དེ་འཇོན་ཐང་ག་རེ་འདུག་ད་མ་བལྟས་བྱས། མི་དེ་ཆོལ་ཁ་ག་རེ་རེད་བས། མི་དེ་རྔན་མ་རྔན་མ་སུའི། ཕྱོགས་གཏོགས་རེད་བས། དེ་ལམ་སང་སྐད་ཆ་དྲིས་གི་འདུག་དེ་ཁྱོད་ནས་རང་དྲི་ཡ་ཡོད་མ་རེད་བསམ་གི་འདུག་ར། ང་ཚོ་ནམ་རྒྱུན་བོད་པའི་གཏམ་དཔེ་བརྗོད་ཡོད་རེད། ལུང་པ་ལ་བདེ་སྐྱིད་བྱུང་ན་རྒྱལ་པོ་ཨ་ནེ་བྱས་ནས་ཆོག་ཟེར། ལུང་པ་ལ་གཅིག་གིས་སྐྲ་བཤིག་པ་དང་ཡག་པོ་བྱུང་ན་སུས་བྱས་ནས་འགྲིག་གི་ཡོད་རེད་ཡ་གི་སྲིད་སྐྱོང་ཨ་ནེ་ཅི་ལས་བཞག་ནས་ཡ་གི་འགྲིག་གི་ཡོད་རེད། སྤྱི་བཏང་མང་ཚོགས་རྣམས་ལ Separation of Power རེད་བ། Judicial Executive ཁོ་རང་ཚོ Power Separation ཡོད་གི་རེད་བ། གཏུགས་བྱེད་དུས་ང་ཚོ་རྩ་ཁྲིམས་ཀྱི་ཡོད་རེད་བ། ཁ་སང་སྙེ་མ་ཟམ་གདོང་རིན་པོ་ཆེ་གི་གཅིག་ལགས་རེད་ཁ་སང་ཡང་ཡ་གཅིག་ག་རེ་ཟ་ཁོ་རང་ག་རེ་ཟ། དེའི་ཚོགས་གཙོ་སྙེ་མ་ཚོགས་གཙོ་གནང་མཁན་དེ་སྤེལ་མ་བྱུང་ནས་ལ་ཁོ་རང་ཕ་པི་བ་དེ་འགྲིག་གི་མི་འདུག་ཁོ་ཡང་བསྐྱར་ལུག་གོ་ས་ཆ་སྐྱོན་མང་པོ་ཅིག་གླས་སོང་ཨ་འདུག་བྱས་དུས་ང་རང་ལ་ཚོར་སྣང་ག་རེ་འདྲ་བོ་ཞིག་གླས་སོང་ལ་ན་དཔེར་ན་རྒྱ་གར་འདྲ་བོ་བྱས་ན་རྩ་ཁྲིམས་དེ་འགྲེལ་བཤད་རྒྱ་ཡག་གལ་སྲིད་གསལ་བོ་མེད་པ་ན་འགྲེལ་བཤད་རྒྱ་ཡག་ཐོབ་སྟངས་དེ Supreme Court མ་ཞིག་ཡོད་མ་རེད་བ་འདུག་བྱས་དུས་བོད་པའི་སྤྱི་ཚོགས་ནང་ལ་རྩ་ཁྲིམས་འགྲེལ་བཤད་རྒྱ་ཡག་གི་ཐོབ་སྟངས་དེ་སུ་ལ་ཡོད་མེད་གལ་སྲིད་རྩ་ཁྲིམས། ཁྲིམས་ཞིབ་ཁོ་རང་ལ་བེད་ཁོ་རང་དཔའ་བར་ཟེར་ཁྲིམས་འགྲེལ་བཤད་རྒྱག་ཡ་གི་དཔའ་བར་དེ་ཁྲིམས་ཞིབ་ཁོ་རང་ལ་ཡོད་པ་ཡིན་ན་འོ་ན་ཁྲིན་ཆིན་གྱིས་འགྲེལ་བཤད་རྒྱག་པ་དེ་གར་བྱས་ནས་ཉན་དགོས་གི་མ་རེད་རེད་བ། གལ་སྲིད་ད་ཟང་ཟློང་རིན་པོ་ཆེ་ཁོ་རང་འདྲ་བོ་བྱས་ན་ད་འདི་རྩ་ཁྲིམས་འདི་ཨ་ནི་བེད་ཕ་མཛད་དུས་ཙམ་པ་ཨ་ནི་མཉམ་ཞུགས་གནང་ཡོད་ན་ཨ་ནི་ཟང་ཟློང་རིན་པོ་ཆེ་གི་འགྲེལ་བཤད་རྒྱག་པ་དེ་གར་བྱས་ནས་འགྲིག་གི་ཡོད་མ་རེད། ཡང་ཁོ་རང་མཱི་ནི་པི་ལེ་བྱས་ནས་འགྲེལ་བཤད་རྒྱག་གི་ཡོད་ན་ཡང་དེ་ལ་བེད་ཁོ་རང་ཨ་ནི་གར་བྱེད་བ་རེད་ཅིག་མ་དགའ་བའི་ཐོག་ནས་བག་ལན་རྒྱག་མཁན་ཡང་མང་པོ་ཞིག་མཐོང་སོང་དེ་འདྲས་མིན་པ་བཅས་གནད་དོན་རང་གི་ཐད་ནས། རེད། རེད་བ། འདུག། གཅིག་བྱེད་ཐུབ་པ་ཡིན་ན་འདི་ཡག་པོ་ཞིག་མཐོང་སོང་ཨ་ནི། རྩ་ཁྲིམས་འགྲེལ་བཤད་འགྲེལ་བཤད་རྒྱ་ཡག་གི་ཐོབ་ཐང་དེ་སུ་ལ་ཡོད་མེད་འདི་ཨ་ན་བ་དུ་ངས་གསལ་པོ་ཞིག་ཆགས་མ་སོང་འདུག་བྱས་དུས་གལ་སྲིད་འདི་འདྲའི་འདྲ་བ་ཞིག་ཨ་ནི། འདི་འདྲའི་ཐོབ་ཐང་ཡོད་པ་དེ་ཡང་ཨ་ནི་མི་མང་རྣམས་ལ་སུ་ལ་འདྲེ་འདི་འདྲའི་རྩ་ཁྲིམས་ཀྱི་འགྲེལ་བཤད་རྒྱ་ཡག་གི་ཐོབ་ཐང་དེ་སུ་ལ་ཡོད་མེད་དེ་ཚོ་ཡང་མི་མང་རྣམས་ལ་གོ་ཐུབ་སྤེལ་ཐུབ་ན་འདི་ཡག་པོ་ཞིག་ཡོད་ས་རེད་འདྲ་བ་ཞིག་མཐོང་སོང། ལམ་དང་ལུགས་སྲོལ་ལ་ང་ཚོའི་སྐྱོན་ཡོད་རེད་བས་ཟེར་ན་ཕ་ཆེའི་སྐྱོན་ཡོད་ཡ་དེ་ང་ཡི་རྩ་བ་སྙིང་ནས་མཐོང་གི་མི་འདུག་ལམ་དང་ལུགས་སྲོལ་ང་ཚོ་ལ་ཡག་ལྟ་ཅི་ཡོད་རེད་ལ། དེ་ཡང་གར་ཟེར་བོ་རེད་ད་ལམ་དང་ལུགས་སྲོལ་དོན་དང་མཐུན་པ་ཅི་ཡོད་རེད་བསམ་གི་འདུག་ཡིན་པ་ཡིན་ན་ཡང་དེ་སྐད་ཀྱི་ལམ་དང་ལུགས་སྲོལ་གྱི་བཀོལ་སྤྱོད་ཅིག་ཡིན་གྱི་གང་ཟག་ཅི་ཡོད་རེད་བ་དེ་རྒྱབ་ལོགས་ཀྱི་གང་ཟག་ཅིག་ད་དེ་གང་ཟག་དེ་གང་ལ་ཡང་ད་བྱེད་སྟངས་དེ་ང་ཚོ་གི་ད་སུ་གང་ཅིག་གི་འཕྲོ་བརླག་བཏང་གི་ཡོད་མ་རེད་དེ་ཡིན་ན་ཡང་སོ་སོ་རང་གི་ལྟ་སྟངས་དང་སོ་སོ་རང་གི་འདོད་བས་ཀྱི་དབང་གིས་ཅིག་ང་ཚོ་དེ་ལ་ཡང་འཕྲོ་བརླག་བཏང་གིན་ཅིག་ཆགས་བསྡད་ཀྱི་འདུག་བ་དེང་སང་ཡིན་ན་ཡང་ད་ག་རེ་རེད་ཟེར་བ་ན་ཅི་ད་ང་ཚོ་གི་ད་ང་ཚོ་ཡི་བོད་ཀྱི་ད་ང་ཚོ་ཡི་ད་གར་ཟེར་བ་རེད་དམངས་གཙོ་ལམ་ལུགས་ཟེར་དེ་མི་མང་པོ་ཅིག་གི་བསམ་ཚུལ་དང་མི་མང་པོ་ཅིག་གི་འདོད་པ་དེ་ཚོ་ང་ཚོ་ཡི་བསྡུ་རུབ་བྱས་བྱས་ནས་ཡ་དེ་ལ་ང་ཚོ་ཡི་གྲོས་བསྡུར་བྱས་བྱས་ནས་གང་དེ་ཡག་ག་ཡོད་མེད་དེ་ང་ཚོ་ལ་གང་དེ་ཡི་ཕན་གྱི་འདུག་དེ་ང་ཚོ་ལ་ད་གཙོ་བོ་རྩད་འདོན་བྱས་བྱས་ནས་ང་ཚོ་ཡི་ལམ་ལུགས་སྤེལ་དགོས་ཡ་དེ་དེ་ཆགས་དེ་ཡོད་རེད་བ། ཡིན་པ་ཡིན་ན་ཡང་ད་དེང་སང་ང་ཚོ་ཡི་མང་ཆེ་བ་ག་ཅིག་ཨུ་དུ་སི་ལ་བ་ལས་འགུལ་དེ་ག་ཚོད་ཡང་དག་པ་ཅིག་ཡིན་ན་ཡང་འདྲ་ག་ཚོད་ཅིག་ཡག་པོ་ཡིན་ན་ཡང་འདྲ་ག་ཚོད་ཅིག་མི་མང་ལ་ཕན་ཐོགས་རྒྱུ་ཡིན་ན་ཡང་འདྲ་དེ་ང་ཚོས་ཡོད་ད་འཕྲོ་བརླག་བཏང་བཞག་ཡོད་དོ། སྐབས་སྐབས་དང་དངོས་གནས་ང་ཚོ་དཔེ་ཕངས་པོ་དེ་འདྲའི་གི་ལས་བྱེད་དེ་ཚོའང་ད་དེ་ཕ་གཅིག་བྱེད་ཚོ་གཅིག་བྱེད་ཅེས་མ་བྱེད་པ་བྱེད་ནས་ང་ཚོ་ཡོད་འཕྲོ་བརླག་བཏང་གི་ཡོད་རེད་ད། དེ་ང་ཚོས་མང་ཆེ་བས་མཐོང་འདོད་ཡོད་རེད། ཡིན་པས་ན་ག་ཤེད་ཧ་མ་གོ་ཏོག་ཏོག་ཅིག་བཞག་བྱས་གོ་རེ་ག་ཤེད་སོ་སོ་གི་བས་གོ་རང་དེ་ལས། སོ་སོ་གི་ལྟ་བ་དེ་ལས་མ། ལྷུང་བ་བྱེད་བྱས་ནས་ད་དེ་ཚོ་ང་ཚོ་འཕྲོ་བརླག་བཏང་གི་འདུག་ད། དེ་ང་ཚོ་མི་མང་པོ་ཅིག་གིས་མཐོང་འདོད་རེད་ལ། ག་ཤེད་ནི་སོ་སོ་ལ་ཐོབ་ཐང་མེད་ཅིང་ལྷག་པ་རེད་ག་ཤེད་ལ་སོ་སོར་དབང་ཆ་མེད་ཅིང་ལྷག་པ་རེད་ག་ཤེད་ལ་ནི་སོ་སོ་གིས་ཤེས་པར་འདོད་པ་ཡིན་ན་ཡང། ད་རྒྱབ་ལོགས་ནས་སྤུན་རྒྱལ་དང་ཨ་ཁུ་དང་ཨ་མྱེས་ཅན་སོགས་ཀྱིས་ཚང་མ་ཅིག་བསྡུས་སུ་ཅིག་བཀག་ཅིག་ནི་བཤད་ཐུབ་ཀྱི་ཡོད་མ་རེད་ད། སྤྱིར་བཏང་ང་ཚོ་དམངས་གཙོ་ཟེར་ནས་སོ་སོ་ལ་ད་རང་དབང་ཡོད་སྲིད་སྐོར་དེ་ཡིན་ན་ཡང་རང་དབང་དེ་གིས་ད་དེ་འདྲས་ཀྱི་འཕྲོག་བསྟེན་ཡིན་མང་པོ་ཅིག་འདུག་ང་ཚོ་ལ། ངེད་ཀྱིས་ད་སྐྱོན་ཆ་མ་མཐོང་ནས་དམངས་གཙོ་ང་ཚོ་སྤྱི་ཚོགས་ནང་སྐྱོན་ཆ་གཉིས་མཐོང་ནས་ད་དམངས་གཙོ་ལམ་ལུགས་ལམ་ལུགས་སྐོར་ལ་སྐྱོན་ཆ་མ་རེད་ད་ལམ་ལུགས་ནང་དེ་ད་གང་ཟག། ན་འགན་འཛིན་ལ་ནི་རེད་ལས་ཀ་བྱེད་ལེགས་སྣེ་མོ་བ་ན་ནི་ག་ཡི་གཏོང་ཟེར་ན། ང་ཚོ་ཚོགས་པ་སྐྱིད་སྡུག་ག་རེ་ཡིན་ན་འདྲ། ལས་བྱེད་ཀྱི་ཞག་ནི་གཏན་འཇགས་བྱས་ཡོད་ད་དེ་ཡག་པོ་མི་འདུག་ལོ་ལྔ་ལྔ་སྐུ་ཕྱྭ་བརྗེ་བོ་རྒྱག་དགོས་ཡོད་ད། གལ་ཆེ་ན་ང་ཚོ་བོད་ཀྱི་ལོ་རྒྱུས་ལྟར་ན་ང་ཚོ་བོད་ཀྱི་ཉམས་ཆག་འགྲོ་ཡ་རྒྱུ་རྐྱེན་གྱི་གཙོ་བོ་ད་རེད་ད། དེ་ས་ཆ་གཅིག་བསྡད་ཡ་མང་དྲགས་ནས་འོ་དེ། འོ་དེ་ང་ཚོ་དམངས་གཙོ་སྤྱི་ཚོགས་ནང་འགྱོགས་སྤེལ་ཆེན་པོ་གཏང་དགོས་འདུག་ས་ཆ་ག་བ་ཡིན་ན་འདྲ་གཅིག་ཆགས་སང་གཉིས་ཆགས་ཤིང་ང་ཚོ་སྤྱི་ཚོགས་ནང་དམངས་གཙོ་ལམ་ལུགས་ནང་སྐྱོན་ཆ་ཆེ་ཆེ་ཞིག་གི་ན་ང་ཚོ་སོ་སོ་བཙན་བྱོལ་སྤྱི་ཚོགས་ནང་བོད་པ་མང་པོ་ཞིག་འགན་འཁྲི་མི་འདུག་ག་རེ་འགན་འཁྲི་མི་འདུག་སོ་སོ་བོད་པ་ཞིག་ཡིན་པའི་འགན་འཁྲི་དེ་ནམ་ཡང་འཁུར་བཞིན་མི་འདུག་ལམ་སང་ཐོག་མ་ཉིད་ནས་སོ་སོ་ཁེ་སང་ཆེད་དུ་འགན་འཁྲི་ཡག་པོ་འཁུར་བཞིན་ཉིན་མང་པོ་འདུག་ད་ཏི་རེ་མེ་འོ་སོ་འོ་ཇེ་མང་འོ་ཏི། སྤྱིར་བཏང་ད་འཛམ་བུ་གླིང་ནང་ལོག་ལ་ད་ཅིག་གི་ཁར་ཤུགས་རེད་འཛམ་གླིང་རྒྱལ་ཁབ་ཚང་མ་ལོག་གི་ཅིག་ལོ་རྒྱུས་ལྟ་བའི་སྐབས་ལ་ཡ་མང་ཚོ་ཟིན་ལས་སླ་བོ་ཞིག་གི་ཁར་ཆོག་ར་ཆོག་ཆོག་རྩ་བ་ཉིད་ནས་ཡོང་མ་ར་མི་མང་པོ་སྲོག་བློས་བཏང་ཁྲག་དང་སྔོ་ནག་དངུལ་ཆུ། རྒྱུ་ནོར། ལོངས་སྤྱོད་ཡོངས་རྫོགས་བཏང་རྗེས། གཞི་ནས་ར་སྐྱོར་བྱེད་རེས་མ་འདོར་པས་ང་ཚོ་ལུས་ཅན་དཔལ་དུ་ཡལ་ནས་མ་གསོ་རེས་གནང་ཞུ་རྡོག་གནང་ཞུ་རྩ་བ་ཉིད་ནས་མ་ར་ད་ཡིན་པ་ཡིན་ན་ཡང་གར་ཐོན་ན་མང་གཙོ་གསོ་རེས་གནང་པ་དེ་དཔེ་མི་སྲིད་པའི་ཐོ་ཆེ་ཆེན་པོ་རེད་རྩ་ཆེན་པོ་ཞི་དྲག་རེད་ཡིན་པ་ནི་དམངས་གཙོ་ལོངས་སུ་སྤྱོད་མཁན་གྱི་མི་དེ་གྱི་ལས་ཡག་གོ་རྟོགས་ཅིག་མེད་པ་ཡིན་ན་ཨ་ནམ་རྒྱུན་ང་ཚོ་ལ་ཡ་འབྱོར་དམངས་གཙོ་དེ་ཡག་པོ་དེ་བེད་སྤྱོད་མ་བཏང་བ་ཡིན་ན་སྤུ་གུའི་ལག་པར་མེ་མདའ་བཞག་པ་གཅིག་པ་རེད་ཀོ་སུ་ཡིན་ན་རྒྱག་སྲིད་པར་ཉི་མ་གཅིག་ཕ་མ་ལས་མེ་མདའ་རྒྱག་སྲིད་པར། བྱས་ཙང་འདི་ཡིན་དུས་ད་ལྟ་མང་ཚོགས་ཀྱི་གོ་རྟོགས་འདི་དཔེ་མ་དཔེ་མི་སྲིད་པའི་མཐོ་རུ་གཏང་དགོས་ཡ་འདི་གཅིག་བྱས། གཉིས་ཐད་ནས་ང་རང་ཚོ་ད་ལྟ་ད་ད་གིན་དྲི་བ་འདིའི་གོང་ལན་ཤར་སྐྱ་རུ་བརྒྱབ་པ་ཡིན་མ་ནི་འདས་པའི་ལོ་བཅུ་བཅུ་གཅིག་ནས་ལ་ཡི་ད་སྐྱ་འགོར་མོ་བཅས་ཀྱི་སྲིད་དབང་ཆ་ཚང་ལོག་ཅིག་མི་མང་ལས་གནང་གྲུབ་པ་རེད། ཡིན་པ་ཡིན་ན་ཡང་དོན་དོ་ཡས་ད་ང་ཚོ་ཁར་ཤུགས་རེ་གོམ་པ་མུ་མཐུད་ཅིག་ཡ་ཅིག་གིས་རྒྱ་ཆ་རྒྱ་ནས་རྒྱ་ཆེ་པོ་མ་ཐུབ་བྱས་ནས་ད་ན་ནིང་དཀའ་ངལ་མང་པོ་བྱུང་ར་ཨ་ནི་གཅིག་གིས་སུ་ངལ་བརྗོད་པ་ནི་ཉན་མཁན་ཡོད་མ་ར་ད་ང་ཚོའི་སྤྱི་ཚོགས་ལ་དཀའ་ངལ་ཆེ་ཤོས་འདི་རེད་ད། བཤད་མཁན་གཅིག་གིས་བཤད་བཤད་པ་ཡིན་བས་ཉན་མཁན་གཅིག་ཉན་ཐུག་ཐུག་ཐུག་གི་ཡོད་མ་རེད། ཆོ་ག་གཅིག་ཉན་གི་ཆོ་ག་གཅིག་ཉན་ཉན་ཐུག་གི་ཡོད་མ་རེད། བྱས་ཙང་ཨ་ནི་ན་ནིང་ལྟ་བ་རྙོག་དྲ་མང་པོ་ཞིག་ད་ཐ་མ་ཐ་མ་འདི་ལ་ཁུངས་གཏུགས་ས་འདི་ད་རྐྱང་རོམ་གྱི་རེད་དོ་ཨ་ནི་རྐྱང་རོམ་གྱི་ད་ག་རེ་གནང་དཀའ་ས་ཨ་ནི་རྐྱང་རོམ་གྱི་བཀའ་ཡིག་འཕེན་གཞི་ནས་ད་ཅིག་ཁ་ཤོ་རེད་གནད་དོན་ད་དཀའ་རྙོག་འདི་སེལ་ཐུབ་པ་བྱུང་ར། བྱས་ཙང་ད། ད་གིན་གོང་ལོའི་རྣམ་པ་ཚོ་ཞུས་ལོན་བཞིན་རེད། རྐྱང་རོམ་གྱི་མི་ཡི་བཤད་ཚུལ་སྦྱིན་པ་སོང་ཙང་ཉི་མ་གཅིག་སྐུ་མྱ་ངན་ལས་འཕེལ་ཡག་ཡིན་པ་རེད་བ་ད་འདི། ད་འདི་ང་ཚོ་ཚང་མ་ལོག་གི་འདི་དང་ལེན་ཆེ་གི་ར་སེམས་ནང་ལ་གྲ་སྒྲིག་དགོས་ར་བ། ཨོ། ད་ལྟ་སྐྱག་ཡིན་སྐྱག་འཁོར་མོ་བྱེད་ཀྱི་སོང་ཡ་ལ་དགོང་ལོ་བརྒྱ་དང་བཅུ་གསུམ་བཞུགས་ཀྱི་ཡིན་ཟེར་བ་ད་དགོང་ལོ་ཕ་ཐུང་རེ་བརྒྱ་དང་ཉི་ཤུ་ཙམ་བཞུགས་ཀྱི་ཡོད་འགྲོ་ཡ། དེ་ནས་སྐྱག་འཁོར་མོ་བཞུགས་མ་རུང་ཡིན་ན་ང་རང་ཚོའི་བཙན་བྱོལ་ནང་གི་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་མུ་མཐུད་ནས་གནས་དགོས་རོགས་གདའ། ཇི་སྲིད་བོད་ལ་ཕ་ལོག་མི་ཐོན་བར་དུ་དེ་སྲིད་བར་གནས་དགོས་རོགས། གནས་དུས་བརྩམས་པ་ཁར་སོང་ན་འདི་ནང་ལ་ཡ་ད་ང་རང་ཚོའི་ཁྲིམས་ལྟར་སྒྲིག་གཞི་ག་རེ་ཡོད་པ་འདི་མུ་མཐུད་ནས་བསྐྱང་གི་རེད་ལ་ཨ་ནི་ཅིག་གི་ཁར་བཞུགས་རེད། མང་གཙོའི་ཀ་བ་གསུམ་པོ་དེ་རྒྱས་ཧྲག་ཏག་ཏག་བྱས་ནས་འགོག་རེད། དེ་ཡིན་དུས་ད་ནང་ང་རང་ཚོ་ད་ལྟ་བཙན་བྱོལ་སྤྱི་ཚོགས་ནང་ལ་ཡ་དཀའ་ངལ་ཅི་ག་རེ་ཡོད་རེད་ཟེར་ན། རྒྱལ་ཁབ་གཞན་དག་དང་མི་འདྲ་བའི་གཅིག་དཀའ་ངལ་གཅིག་རྒྱལ་ཁབ་གཞན་དག་ལ་ང་ཚོ་དམིགས་པ་བཏགས་པ་ཡོད་རེད་ཅེས་བསམ་གྱི་འདུག་རྒྱ་གར་ནང་ལོགས་ལ་ཡིན་ནས་བཀྲག་འདུག་ཨ་རིའི་ནང་ལ་ཡིན་ནས་བཀྲག་འདུག་སྲིད་སྐྱོང་འོས་མི་ཚང་མ་ལ་སོ་སོ་སོའི་ལངས་ཕྱོགས་ཡོད་རེད་ཨ་འདི་ལ་ཡང་རྒྱབ་སྐྱོར་ཞུ་མཁན་མི་མི་འདྲ་མིན་ན་མི་འདྲ་ཡོད་ར་སྲིད་སྐྱོང་བྱ་མཁན་མི་ང་ཚོ་ལྔ་ཡོད་ནས་དྲུག་ཡོད་ནས་འདི་ཡ་ཁ་ན། ལུང་པ་འདིའི་ནང་ལོགས་ཨ་ཡོད་ནང་ད་ཡོད་དེ་ཀྱི་ལི་ཁེར་བ་ཤེས་ཡོན་ཡར་རྒྱས་ཤེས་ཡོན་ཡིན་ནས་བཀྲག་འཇོན་ཐང་ཡིན་ནས་བཀྲག་ཉམས་མྱོང་ཡིན་ནས་བཀྲག་གང་ད་སྤུས་དག་ཤོས་དེ་ཀྱི་ལི་ཁེར་མ་གཏོགས་མི་ཐེབས་ཆག་ཁྱོད་ལི་ཁེར་མ་ར་བ་ཡོད་རེད་ཤེས་མཁན་ཁོ་ར་ཤེས་ད་འདི་ཡ་ཀྱི་ནས་ཁར་སོང་ན། སོ་སོའི་ཁར་ཤུ་བ་རེད་ད་ཅིག་གི་མཐུན་ཕྱོགས་ཡོང་སྲིད་གི་རེད་མི་མཐུན་ཕྱོགས་ཡོང་སྲིད་གི་རེད་དེ་ལ་ཡ་ཁྱེད་འཛམ་བུ་གླིང་གི་ཚང་མ་ལ་ཡོང་གི་རེད་ཁལ་མ་རེད་ཡིན་པ་ཡིན་ནའི་ཡང་སྲིད་སྐྱོང་འདི་ཁར་ཤུ་བ་རེད་ད་མང་མོས་ཀྱི་འོས་བསྡུ་རྒྱལ་ཁ་ཐོབ་ནས་རྒྱལ་ཁ་ཐོབ་པའི་ཉིན་མོ་དེ་ནས་དེ་ལ་ཡ་བརྩི་འཇོག་བྱེད་དགོས་ཡ་ཞེ་བོ་ཅིག་གལ་ཆེན་པོ་རེད་བསམ་གི་འདུག་ར་ང་རང་ཚོ་བཙན་བྱོལ་བོད་པའི་སྤྱི་ནང་ན་ཨ་ནི་ཅིག་གི་ཁར་ཤུ་བ་རེད་མི་དེ་ལ་མ་དགའ་བ་ཡིན་ན་ཨ་ནི་སྲིད་སྐྱོང་ཐོབ་ཚ་ནས་ད་ག་རང་མེད་ཁར་ཤུ་རྙོག་དྲ་རུ་བཤད་མ་ཚ་བསྡད་འཇོག་ར་ག་དུས་ཡིན་ན་ཅིག་འདི་ལ་ཡ་ཕལ་ཆེར་ཁར་གནའ་བོ་ཁྱོད་མ་འགྲོ་ཅིག་འདི་ང་ཚོ་དཔེ་ང་ཚོ་བོད་པའི་སྤྱི་ཚོགས་དཔེ་སྐྱོ་བོ་རེད་བསམ་གི་འདུག།

གདན་འདྲེན་གྱི་སྐབས་ལ་ཨེ་ནས་ཐག་གཅོད་དེ་སུས་བྱེད་ཀྱི་རེད། བྱས་ཙང་ད་གདན་འདྲེན་གྱི་གནད་དོན་དེ་ཚོའི་ང་ཚོ་ད་ལྟ་ནས་བསམ་བློ་བཏང་དགོས་ཡ་ཞིག་རེད་དོ། བྱས་ཙང་ཨེ་ནས་གདན་འདྲེན་གྱིས་ཨེ་ནས། འདི་གནས་སྟངས་འདི་གང་ལ་ཨེ་ནས་ད་ལྟ་བར་དུ། འདི་རྙོག་དྲ་འདི་བྱུང་རྗེས་ནས་ཨེ་ནས་ཡུན་རིང་པོ་ཞིག་འགྲོ་སོང་སྟེ་ཡིན་ན་ཡང་གདན་འདྲེན་གྱི་གནས་སྟངས་གང་ལ་ཨེ་ནས Discussion རེད། ཨེ་ནས་གདན་འདྲེན་གནས་གང་ལ་ཐག་གཅོད་ག་རེ་བྱུང་ཡོད་མེད་ད་ལྟ་བར་དུ་གཅིག་བྱུང་མ་སོང་ཨ། འདི་བྱས་དུས་གདན་འདྲེན་གྱི་གནས་སྟངས་གང་ལ་ཡང་ཨེ་ནས་ཐག་གཅོད་ཀྱི་ཡི་གེ་ག་རེ་ཡོད་པ་ཡིན་ནས་དེ་ཚོ་གང་ལ་ཨེ་ནས། ལས་ཀ་མ་བྱས་ཡ་དེ་ཧ་ཅང་གི་ང་རང་བལྟས་པ་ཡིན་ན་ཨེ་ནས་སྐྱོན་ཆ་ཆེན་པོ་ཞིག་རེད་ཟེར་དྲན་གྱི་འདུག། ད་ལྟ་ཡི་ང་ཚོའི་སྤྱི་ཚོགས་ནང་ལོག་ཡོམ་ཅིག་བསྐྱལ་བ་རེད་དཔེར་ན་ཆ་ཤས་ན་ཁྲིམས་ཞིབ་པ་དག་དགོངས་པ་ཞུ་དུས་ལས་དོན་མང་པོ་ཞིག་མ་ད་འགག་ནས་བསྡད་སོང་འགག་ནས་བསྡད་རྒྱུ་དེ་ད་ད་ལྟ་ཆད་ལ་བྱུང་བ་རེད་ད་ད་ལྟ་ཆད་ལ་བྱུང་བ་རེད་དང་པོ་ནི་ང་ཚོ་ལ་གྲ་སྒྲིག་མེད་ནི་རེད་ག་འདྲས་ཅིག་ཡིན་ནས་བྱུང་བ་རེད་ད་མ་འོངས་པ་ལ་དེ་ལས་རང་རྩ་དྲག་ཆས་ཅིག་སླེབས་སྲིད་ཀི་རུ་བ་དེ་འདྲས་བྱེད་དུས་ད་ང་ཚོ་གིས་ག་རེ་བྱེད་དགོས་ཡོད་དུ་ལ་ན། དེ་སླད་དུ་དབང་དེ་སུ་ལ་སྤྲད་དགོས་རེད་ལས་བྱ་དབང་ཆ་དེ་སུ་ལ་སྤྲད་དགོས་རེད་ལས་བྱ་ལས་གཞི་དེ་མ་བཀག་གི་ཆེད་དུ་མུ་མཐུད་ནས་རྒྱུན་མཐུད་ཡ་ཆེད་དུ་མ་འོངས་པ་ལ་གལ་སྲིད་གནད་འགག་དེ་དཔེ་རྫ་དྲག་པོ་དེ་འདྲས་ཡང་སླེབས་སྲིད་རེད་དེའི་ཉི་མ་དེ་ལ་སུ་ལ་སྤྲད་ཀྱི་ཡིན་པའི་ལས་བྱ་དེ་ཡང་ང་ཚོ་དགོངས་པ་བཞེས་དགོས་འདུག་ད་ལྟའི་ཆ་ལ་ཡིན་ན་སྐུ་མདུན་བཞུགས་བསྡད་ཡོད་རེད་ད་ང་ཚོ་འགྲོ་འཆར་ཤ་ན་སྐུ་མདུན་ལོ་ཉི་ཤུ་ལོ་སུམ་ཅུ་དེ་འདྲའི་ཆེ་གི་པར་རུ་ནས་ནི་དུས་རབས་ཡང་རྫོགས་ཚར་བར་མི་གཅིག་ལ་དུས་རབས་གཅིག་མ་ཞིག་ཞུ་གི་ཡ་ཡོད་མ་རེད་དེ་འདྲའི་ཆེ་ཡོད་དུས་འདི་གི་འཆར་གཞི་དེ་བཏིང་རྗེས་ང་ཚོ་གི་གལ་སྲིད་སྐུ་མདུན་མ་ཞུ་བའི་ཉི་མ་དེ་ལ་གནས་ཚུལ་དེ་འདྲས་ཞིག་ལྷག་པ་ཡིན་ན་འགག་རྩ་དེ་སུ་ལ་ཐུག་གི་རེད་ལས་བྱུང་དེ་ཡིན་དུས་ད་ལྟ་ནས་ནི་བཅའ་ཁྲིམས་འདི་གི་ཐོག་ལ་ཡང་གནད་དོན་དེ་འདྲས་ཅིག་བྱུང་བ་ཡིན་ན་གལ་སྲིད་དེ་ལས་རང་མང་བ་ཞེ་སྣང་ཚ་བྱུང་བ་ཡིན་ན་སྐུ་མདུན་བཞུགས་མེད་པ་ན་ཨ་ནི་སུ་ཡིས་རྐྱེན་ཁྱེའུ་རེད་ལས་འདི་ཚོ་གི་ཐོག་ལས་དགོངས་པ་རྒྱ་ཆེན་པོ་ཅིག་བཞེས་དགོས་འདུག་ཞུ་ཡ་ཡིན་ར། ད་ཉིས་སྟོང་བཅུ་གཅིག་ནི་ཅི་རེད། ད་ཉིན་དུ་ཉིན་རྩ་གཉིས་པ་དང་འདྲ། དེ་ལོ་བཅུའི་ནང་ལ་གོང་ས་མཆོག་མེད་ན་ཤེས་ཚད་ཇེ་མཐོ་ཡོད་མ་རེད། ཡང་ཇེ་ཡོད་ར་ལས་ན་འདི་ཧམ་པ་རེད། དཔེ་ཆ་དེ་ཆབ་སྲིད་པ་གི་མི་ན་བཀའ་ཤག་དང་སྤྱི་འཐུས་སྤྱི་པོ་མ་རེད་ང་ཚོ་སོ་སོ་མི་ངོ་ཤེས་ན། འདི་ངོ་ཤེས་ན་སློབ་སྦྱོང་པ་གཅིག་ནི་ཤེས་ཡོན་ཆེད་ཡོད་མེད་ཕ་ཆེ། དེ་རྒྱ་ཆེ་སྤྱི་གཉིས་ཆེད་ཀྱི་རེད། སོ་སོ་འགན་ནི་མི་རིགས་ཀྱི་ཆེད་དུ་ཤེས་ཡོན་ཆེད་དགོས་ནི་རེད་མཁན། ང་ཚོ་མང་པོ་ཅིག་ཆེད་ཡོད་མ་རེད་ཚང་མ་བཀའ་ཤག་དང་སྤྱི་འཐུས་དང་ཚང་མ་དུད་འགྲོ་རྒྱག་ཡོད་ཤེས་ད་དེ་མ་རེད། ང་ཚོ་སུ་སུ་སུ་བབ་ནས་བྱས་པ་ར། བྱས་ཡོད་མ་རེད་ར། གཞུང་ཡོད་ནས་བྱས་ཐུག་གི་མ་རེད། གཞུང་ལས་རྒྱ་ཚང་མ་གཙང་མ་གཙང་རྐྱང་མ་རེད། ལག་ཟམ་བཅིངས་ཀྱི་མ་རེད། ཚང་མ་སྡུག་རྐྱང་མ་རེད། འདྲ་མ་རེད་འདྲེ་མ་རེད། ཚོན་ཁྲ་ཁ་ཐུང་ངག་གི་ཚན་ཁྲ་བཏུང་ཡོད་ར། ཅི་ཟེར་ཡོང་གི་མ་རེད་དེ་ན་ཞིག་ཡིན་པས་ན་ད་བརྒྱ་ཆ་བརྒྱ་ཆ་དྲུག་ཅུ་ཙམ་འགྲོ་གི་རེད། དེ་ཡང་གོང་ས་མཆོག་མེད་པ་ན་ཞིག་བྱས་ཡོད་མ་རེད་ད་གོང་ས་མཆོག་ཞུ་ཡས་ཞུ་ཡོད་ར། བོད་མང་པོ་བོད་པ་མང་པོ་ཅིག་ད། རྒན་རབས་པ་མང་པོ་ཅིག་རེད་དེ་ཚོ་གི་བཀའ་དྲིན་བསྟོད་ནི་རེད་ད་མང་པོ་གི་ཨོ། སྤྱི་ཚོགས་ནང་ད་ཏི་ཞུ་བཅིང་རེ་མ་སོང་ཡོད་རེད་ཅིག་བྱས་ཡོད་ཀྱི་རེད། ཡིན་ན་ང་ཚོ་སྤྱི་ཚོགས་འདི་ནང་ཨོ་ཏི་ད་ཏི་རེ་མང་པ་གོང་ས་ཅུས་མེད་སོང་ན་ང་ཚོ་བོད་པའི་སྤྱི་ཚོགས་དེ་ཧ་ཅང་ཉེན་ཁ་ཆེན་པོ་རེད་ཤི། ཅི་ནི་ང་ཚོ་གི་བོད་པའི་སྤྱི་ཚོགས་ནང་ཉེན་ཁ་ཆེ་ཤོས་ཤིག་གར་ཐུང་སོན་ཆོས་གནས་དེ་ཤུགས་ཆེན་པོ་དང་ཆོལ་ཁ་གི་ན་ཚ། ཆོལ་ཁ་ལའི་ཚིག་དང་ང་ཚོ་ཡོང་ས་དེ་དང་པོ་དེ་ཨ་པོ་ཤེས་དགོས་དུ་དེ་ང་ཚོ་ཕྱི་མིག་ལྟ་རྒྱུ་རེད་ང་ཚོ་བོད་མི་རིགས་ཀྱི་ས་ཁམས་འགོ་ཚུགས་མ་རེད། ང་ཚོ་ས་ཁང་འགོ་རྩིས་ཤིང་སྟོད་མངའ་རིས་སྒོ་སམ་བག་འུ་གཙང་རུ་ཞིང་སྨན་འདམ་ཁང་སྒང་དྲུག་རེད། ང་ཚོ་ས་ཁང་འགོ་སྟངས་ཤེས་ན། དང་པོ་དེ་ཐ་སྙད་ཀྱི་འབྱུང་ཁུངས་ཐ་མག་པོ་བྱས་ན་ང་ཚོ་ནང་ཚོད་མང་པོ་རྒྱག་རྒྱུ་དང། གཉིས་པ་ཆ་ཤེས་ན་ང་ཚོ་བཙན་བྱོལ་སྤྱི་ཚོགས་ནང་ག་རེ་འདུག་ཟེར་ན། གོང་གོང་ས་མཆོག་གལ་སྲིད་མ་བཞུགས་ན་ང་ཚོ་ཡག་པོ་མི་ཡོང་རྒྱུ་རྒྱུ་མཚན་གཅིག་ག་རེ་འདུག་ཟེར་ན། ང་ཚོ་བཙན་བྱོལ་སྤྱི་ཚོགས་ནང་མི་ཁ་བདག་པོ་རྒྱག་བཞིན་འདུག། མ་ཉེས་ནས་སྐད་ཆ་དཔེ་མང་པོ་བཤད་ཀྱི་འདུག། དྲ་རྒྱ་ཁོན་ད་ཅིག་འགྲིག་མ་སོང་གཉིས་འགྲིག་མ་སོང། འགྲིག་གི་ཁོ་ཚོ་བྱས་མ་སོང། འགྲིག་མ་སོང་དུད་འགྲོ་མང་པོ་བཅོན་བཙུགས་གཉིས་ལ་དུས་ཚོད་ར་གལ་སྲིད་འཇོན་ན་ར། བཙན་བྱོལ་སྤྱི་ཚོགས་གཞུང་བོད་གཞུང་ཡིན་ན་ར་ད་ང་ཚོ། དེ་ལ་ཁྱད་ལས་གནང་ན་ཡག་པོ་དང། དེ་འདྲ་བྱས་མ་ང་ཚོ་སྤྱི་ཚོགས་བརྡབ་གསིག་ཤུགས་ཆེན་པོ་འགྲོ་དང། བརྡབ་གསིག་དེ་ན་ཞིག་ད་ད་ཡན་ཆད་ལོ་ལྔ་འགྲོ་ན་ང་ཚོ་བཙན་བྱོལ་སྤྱི་ཚོགས་དེ་ཐོ་ཐོ་རེ་ཉེན་ཁ་འདུག་ངས་སྒྱིད་ངོ་འཚོ་བ་ཡིན། འོ་ད་ར། ད་སྐྱབས་མགོན་རིན་པོ་ཆེ་ཞུ་བསྡད་པའི་སྐབས་ལ་ཡང་ད་དུང་ང་ཚོ་ཡི་མིག་དང་མཐོང་མཐོང་དང་མཐོང་བཞིན་པ་རེད། གང་ཡིན་ཟེར་ན་བཀའ་རྙིང་གང་འདྲའི་འདྲ་བོ་ཅིག་ཐུག་ཡོད་འདུག་ཟེར་ན་ཐ་མ་ལ་ང་ཚོ་ཐག་མ་བཅད་འདུག་ཟེར་ནས་སྐྱབས་མགོན་རིན་པོ་ཆེ་ལ་མ་ཞུས་རང་ཞུས་འདྲ་བོ་ཅིག་ཆགས་འདུག་གི་ཡོད་རེད་བ། དེ་ང་ཚང་མ་ཡི་ད་མངོན་གསལ་དག་ཏུ་རེད། ཡིན་པ་ཡིན་ནའི་ད་མ་འོངས་པ་ལ་ང་ཚོ་ཡི་དམངས་གཙོའི་སྤྱི་ཚོགས་དེ་ལམ་ཡག་པོ་ཐུག་ལ་འཕྲལ་གྱི་རེ་བ་ཡོད་མ་རེད་བས་ཟེར་ན་རེ་བ་ཏན་ཏན་ཡོད་རེད་བསམ་གྱི་འདུག་འདི་ལ་ང་ཚོ་རེ་བ་བྱེད་ཆོག་གི་རེད་བ། གང་ལྟར་གྱིས་ད་བརྒྱ་ཆ་བརྒྱ་ཐ་མ་ང་ཚོ་ཡི་གཅིག་དེ་དེ་བཞིན་གྱི་བྱེད་མ་ཐུབ་པ་ཡིན་ན་ཡང་བརྒྱ་ཆ་དྲུག་ཅུ་བདུན་ཅུ་ཐ་མ་ང་ཚོ་བྱེད་ཡག་གི་ཏན་ཏན་ནུས་པ་ཡོད་རེད་བསམ་གྱི་འདུག་གང་ཡིན་ཟེར་ན་ད། ང་ཚོས་ཀྱི་དེའི་ནང་དུ་ལས་དམངས་གཙོ་གྱི་ལམ་ལུགས་འདི་ད་ང་ཚོ་ཡུལ་གྲོ་ཐང་གི་ད་གང་ལ་གང་འཚམ་ཅིག་སྐྱབས་མགོན་རིན་པོ་ཆེ་བཞུགས་བསྡད་པའི་སྐབས་ལ་མང་ཆེ་བའི་གོ་ཐོབ་སྤེལ་ས་རེད་བ། ཡིན་པ་ཡིན་ན་ཡང་ད་དེ་བྱེད་ཐུག་གི་རེད་ཟེར་དེ་ད་ང་ཚོས་ཀྱི་འགན་འཁུར་བ་ཡིན་ན་བྱེད་ཐུག་གི་རེད་བསམ་གྱི་འདུག་ད་འགན་འཁུར་རེ་ཟེར་བའི་འདི་ཚོ་ནི་མི་སོ་སོ་ཡི་ད་སྐད་ཆ་ཙམ་ལ་བདེ་བ་མ་ཡིན་པ་གཞུང་གི་ཁྲིམས་ཞིབ་ཙམ་གྱིས་མ་ཡིན་པ་དེ་གང་ལ་ལངས་ས་བའི་གཅིག་ཏུ་ཙམ་གྱིས་བྱེད་ཐུབ་པ་ཡིན་ན་ང་ཚོ་ཡོང་ཐུ་ཡ་གོ་ར་ཡོད་མ་རེད་བ། དེ་ལས་ཀྱང་དེ་གར་བསམ་ལ་བསམ་བློ་བཏང་ནས་བཞག་བྱས་པ་ཡིན་ན་དེ་ལས་ཡག་ག་ད་ཕར་བཞག་ཆོག་ད་དུང་སྡུག་རུ་ཆེན་ཡས་ཀྱི་ནད་འགའ་ཆེན་པོ་འདུག་ཟིན་དེ་འདྲས་བསམ་གྱི་འདུག་ཡིན་པ་ཡིན་ནའི་ད་གལ་སྲིད་ཡག་ག་ཅིག་ཆགས་དགོས་དགོས་ཡོད་ན་སོ་སོ་མདུན་ལ་ཐོན་དགོས་དགོས་རུ་བ་སོ་སོའི་རྒྱབ་དེ་བ་ལ་ཅིག་བརྫུས་ཏེ་རྒྱབ་ཀྱི་མིས་བྱེད་ས་དེ་ལ་སྐྱོན་འགྲོ་ཞེས་བཤད་དེ་མིས་བྱེད་ས་དེ་ལ་འགྲིག་མི་འདུག་ཏོ་ཏོ་ཅེས་སོ་སོ་པ་རྒྱབ་ལ་ཡིབ་སྟེ་ཨ་ནི་དེ་བརྙན་ཐུང་འདི་ཚོ་ནང་ལ་ཅིག་དྲག་མི་དྲག་དེ་འདྲས་བཤད་བསྡད་པ་ཡིན་ན་དེས་ང་ཚོ་ཡར་གྱི་འགྲོ་ཐོའི་གོ་ར་ཡོད་མ་རུ་བ་དེའི་འདོད་ས་ནི་ད་རེ་བ་ཡོད་རེད་དེ་ནས་རེ་བ་དེ་སོ་སོའི་བྱེད་དང་མཐུན་པར་ཅིག་ནས་རེ་བ་བྱེད་ཀྱི་ཡོད་བ་ཡིན་ན་དེ་ལ་ཡང་ད་ཅིག་རེ་བ་འདུག་ཅེས་འདུག་ཞོན་ཡིན།

རྩ་ཁྲིམས་ཐོབ་ཐང་ག་དུ་ཁྲིམས་ཞིབ་རང་ལ་ཡོད་ན་ཨ་ནི་དབང་ཆ་ཚང་མ་ཁྲིམས་ཞིབ་ཁོ་རང་རང་ལ་སྤྲད། རྩ་ཁྲིམས་འདི་དཔའ་བར་ཡོད་ཚེ་བར་རྩ་ཁྲིམས་རང་ལ་སྤྲད་ཤ་བ་ཨ་ནི་རྒྱལ་ཁབ་ཀྱི་ག་རེ་ཡིན་ནས། ཨ་ནི Policy ག་རེ་ཡིན་ནས་རྩ་ཁྲིམས་རང་གི་ཐོག་ནས་གཏན་འབེབས་བྱས་ནས་ཁྱེར་ལོང་ཁྱེར་ནས་སླེབས་ཡོང་བ་ཡིན་ན་ཨ་ནི་ང་ཚོ་གིས་ད་ཅིག་ཅིག་ཕུགས་རྒྱང་ཅིག་ཡོད་རེད་དྲན་གྱི་འདུག་གལ་སྲིད་རྩ་ཁྲིམས་ཁོ་རང་ད་ལྟ་བར་རྩ་ཁྲིམས་ཁོ་རང་ཨ་ནི་འགྲེལ་བཤད་རྒྱག་མཁན་སུ་རེད་ཐག་གཅོད་མཁན་སུ་རེད་ད་ལྟ་བར་དུ་དེ་འདྲས་འདྲ་བོ་བྱས་བསྡད་པ་ཡིན་ན་དེ་འདྲས་ཡིན་ན་ད་ཅིག་ད་ལྟ་གར་ཞོག་རེད་ད་ལྟ་ཨ་ནེ་ཅིག་གསར་བ་ལོངས་བཞིན་པའི་སྐབས་ནས་དེ་འདྲས་ཀྱི་རྙོག་གྲ་ཞེ་འདྲ་བོ་ཅིག་ཡོད་པ་ཡིན་ན་ཨ་ནེ་ཐ་མ་ད་ལྟ་ད་ང་ཚོ་ལ་སྒང་ནས་མ་ཡང་ང་ཚོ་རྒྱབ་བསྙེས་ས་འདྲ་བོ་ཅིག་ཡོད་རེད་བ། ཨ་ནེ་ཐ་མ་དེ་འདི་ཡས་མེད་པ་ཆགས་འགྲོ་འདོད་ཆགས་འདོད་ཙམ་པ། དེ་འདྲས་ཅིག་ང་ཚོ་གི་རྩ་བ་དེ་ཏན་ཏན་འདི་ཡས་ཡིན་ནམ་མིན་ན་ཟེར་ཡ་དེ་ང་ཚོ་གི་ད་ལྟ་གཞི་ནས་བསམ་བསམ་བློ་གཏང་རྒྱུ་རེད་ཞགས་སུ་དྲན་གྱི་འདུག། གོང་ས་མཆོག་གལ་སྲིད་མ་བཞུགས་བའི་དབང་དུ་བཏང་ན་ད་བོད་པའི་སྤྱི་ཚོགས་འདི་ནང་ལོགས་ལ་མང་གཙོ་འདི་གནས་གི་རེད་གནས་གི་མ་རེད་ཟེར་དེ་འདྲས་ཞུས་བས་ན་རེད་བ། གནས་དགོས་གི་ཡོད་རེད་ངེས་པ་དུ་གནས་དགོས་གི་ཡོད་ད་ང་ཚོ་གི་ཐོག་མཐའ་བར་གསུམ་གྱི་བསམ་བློ་བཏང་རྗེས་རྒན་གཞོན་བར་གསུམ་གྱི་བསམ་བློ་བཏང་རྗེས་ངེས་པར་དུ་གནའ་གནས་དགུའི་སྐོར། ག་རེ་བྱས་ནས་གནས་དགུའི་སྐོར་ལབ་ན་དེ་བཀྲེས་ཁོ་རང་མི་མང་གི་ཆེད་དུ་བཀྲེས་པ་རེད། མི་མང་གི་ཆེད་དུ་བཀྲེས་དུས་མི་མང་གིས་བདག་པོ་རྒྱབ་དགོས་ཀྱི་ཡོད་རེད། མི་མང་ནམ་ཡང་ཤི་གི་མ་རེད། སོ་སོའི་མི་རིགས་དེ་ནམ་ཡང་འཆི་གི་མ་རེད། སྔ་མོ་ནས་ཡོད་རེད་སྲོང་བཙན་སྒམ་པོ་ནས་ཡོད་རེད་མ་འོངས་པ་ལ་ཡོད་རེད། ཨེ་འདྲས་ཡིན་དུས་མི་མང་གི་ཆེད་དུ་ཡིན་དུས་མི་མང་གིས་ངེས་པར་དུ་བདག་པོ་རྒྱབ་དགོས་ཀྱི་ཡོད་རེད། དེ། གོང་ས་མཆོག་མ་བཞུགས་པའི་དབང་དུ་བཏང་བཅས་དེ་མེད་རེད་ཟེར་ན་དེ་ང་ཚོ་གིས་འཇོན་ཡོང་བ་རེད་ད། ཨེ་འདྲའི་ཡུན་དུ་ང་ཚོ་གིས་རྒས་གཞོན་བར་གསུམ་གྱི་ཐོག་ནས་སྐབས་དོན་གྱི་གནད་དོན་ག་རེ་ཆེ་བས་ན་གདོང་ལེན་བྱས་བྱས་གང་ལྟ་ཡག་ཕྱོགས་གཅིག་ལ་ཡ་ཕ་ཤར་བསྐྱོད་བྱེད་དགོས་གོ། གལ་སྲིད་འཁྲུག་པ་རྒྱག་གིན་རྒྱག་གིན་བྱུང་བ་ཡིན་ནས་ལས་གང་ལྟར་ཀྱང་ཕ་གའི་སྣེ་ཁྲིད་དགོས་གོ། སྣེ་ཁྲིད་དགོས་དོན་ང་རང་ཚོ་གི་ངོས་ནས་ད་ལྟ་ནས་ནི་ཅིག་ཁོང་མ་བཞུགས་པ་ཡིན་ན་ཅིག། བཟང་ཕྱོགས་ནས་བསམ་བློ་བཏང་རྗེས་གལ་སྲིད་ཁོང་མ་ཞུ་བའི་དབང་དུ་བཏང་པས་ན་མི་མང་གི་ངོས་ནས་ག་རེ་བྱེད་དགོས་དོན་དེ་ནི་ད་ལྟ་ནས་ནི་གཞོན་སྐྱེས་ཚང་མ་དང་གཞོན་སྐྱེས་གཅིག་པོ་ཞིག་མ་རེད་རྒན་པ་དང་དེ་ཚོ་གི་ཐོག་ལ་ཡང་གོ་རྟོགས་དེ་ངེས་པར་དུ་དགོས་རེད་གྲ་སྒྲིག་ཡང་དགོས་རེད། གུས་པའི་བསམ་ཚུལ་ལ་དག་གོང་ས་མཆོག་འཚོ་བཞུགས་བཞུགས་ཡོད་ན་ཡང་དང་མེད་ན་ཡང་དག་གཙོ་ཆེན་གཙོ་བོ་དེ་བཙན་བྱོལ་བོད་མིའི་སྤྱི་ཚོགས་དེ་དག་གར་ས་མུ་མཐུད་ནས་གནས་པར་བྱས་པ་ལ་གཙོ་བོ་དེ་ད་ལྟ་གཞོན་སྐྱེས་ཚོ་ལ་ཤེས་ཡོན་གྱི་དག་ཤེས་ཡོན་བཟང་པོ་ཞིག་སྤྲད་དགོས་པ་དེ་དམིགས་བསལ་གྱི་གལ་ཆེན་པོ་ཞིག་མཐོང་གི་འདུག་ད། ཤེས་ཡོན་དེ་ཡང་ད་སྲོལ་རྒྱུན་གྱི་ཤེས་ཡོན་དང་དེང་དུས་ཀྱི་ཤེས་ཡོན་ཤོག་བུ་གཉིས་ལྡན་གྱི་ད་ཅིག་གཞོན་སྐྱེས་ཤེས་ཡོན་ཚོ་མང་དུ་བསྐྲུན་དགོས་པ་དེ་དམིགས་བསལ་གྱི་གལ་ཆེན་པོ་ཞིག་མཐོང་གི་ཡོད། གང་ཡིན་ཟེར་གང་ཡིན་ཟེར་བ་ཡིན་ན་ད་ང་ཚོ་གཏམ་དཔེའི་ནང་ལ་ཟམ་པ་འགྲོ་མཁན་ཟམ་པ་འདེགས་མཁན་ཆུ་མོ་འགྲོ་མཁན་ཟེར་ཟེར་བ་ནང་བཞིན་དེ་རིང་ཆབ་སྲིད་ཀྱི་རྐུབ་བཀྱག་ལ་བཞུགས་མཁན་དེ་སང་ཉིན་གནངས་ཉིན་ཕེབས་འགྲོ་གི་རེད་དེ་ཡིན་ཙང་དེ་མུ་མཐུད་ནས་འགྲོ་བར་བྱེད་པ་ལ་ད་གཞོན་སྐྱེས་ཤེས་ཡོན་ཅན་མང་དུ་བསྐྲུན་ནས་ཨ་ནི་འདི་སྣེ་ཁྲིད་བྱེད་ཐུབ་པ་ཞིག་ཨ་ནི་ཡོང་ཐུབ་པ་ཞིག་ཏན་ཏན་དགོས་ཀྱི་ཡོད་རེད་དྲན་གྱི་འདུག་ཨ་ནས་གཉིས་པ་དེ་ལ་ང་ཚོ་བཙན་བྱོལ་བཙན་བྱོལ་བོད་མིའི་དམངས་གཙོ་དེ་དག་མུ་མཐུད་དེ་གནས་པར་བྱས་པ་ལ་གཙོ་ཆེན་གཙོ་བོ་འདི་དག་ང་ཚོ་རྩ་ཁྲིམས་ཐོག་ལ་ད་ཅིག་དམངས་གཙོ་གི་ཐོག་ལ་བསླབ་པ་སློབ་གཉེར་དང་ཨ་ནས་དེ་བཞིན་དུ་དམངས་གཙོ་གི་རྩ་ཁྲིམས་ལམ་ལུགས་དེ་ལ་ཨ་ནས་གུས་བཀུར་དང་བརྩི་མཐོང་སྤྲད་དགོས་པ་དེ་དམིགས་བསལ་གལ་ཆེན་པོ་མཐོང་གི་ཡོད་གཉིས་པ་དེ་ལ་ཨ་ནས་གོང་ས་མཆོག་གི་བཀའ་སློབ་གཞི་བཟུང་བྱས་དགོངས་པ་གཞི་བཟུང་བྱས་ཨ་ནས་ལས་ཀ་ག་རེ་བྱས་པ་ཡིན་ན་ཕྱག་ལས་ག་རེ་གནང་པ་ཡིན་ན་ལག་བསྟར་བྱེད་དགོས་པ་དེ་དམིགས་བསལ་གྱི་གལ་ཆེན་པོ་ཞིག་མཐོང་གི་འདུག།
དཀའ་ངལ་ཆེ་ཤོས་དེ་སོ་སོ་གྱེར་ལ་རག་ལས་བར་གང་ཟག་གྱེར་ལས་དཀའ་ངལ་ཆེན་པོ་དཔེ་ཐོང་དགོས་འདུག་གང་ལ་ན་ད་གཙོ་བོ་དེ་འདི་རེད་ཤག་ང་ཚོ་ཕོ་མོ་ག་ལ་བར་ད་དོན་མེད་ཤོད་རེད་ཤོད་ར་ད་འདི་ངས་ཡང་ཕོ་མོ་ཆ་སྙོམས་ད་ང་ཚོའི་བོད་པའི་སྤྱི་ཚོགས་ལ་དངོས་ནས་ཡོད་རེད་ཐོབ་ཐང་སྟག་དང་བུ་བུ་མོ་གཉིས་ཀ་ལ་ཐོབ་ཐང་གཅིག་པ་ཡོད་རེད་དེ་ཡིན་ན་ཡང་ཐོབ་ཐང་ལེན་མཁན་ཞིག་ཡོད་ར་ག་དུས་ཡིན་ན་ག་རེ་ལས་འགུལ་ག་རེ་སྤེལ་བ་ན་ཡང་བུ་དེ་ཚོ་ཡི་ད་ཐོབ་ཐང་དེ་ཏག་ཏག་ལེན་ཡ་བྱེད་ཨ་བུ་མོ་དེ་ཚོ་ཡང་སོ་སོ་སོ་སོ་ལ་གཅིག་ཡོད་ར་སོ་སོ་སོ་སོ་ལ་དཔེ་དམའ་འབེབས་བྱས་ཡ་ཞིག་ཡོད་ར་ངས་གཅིག་བྱིན་ན་ཡོང་གི་མ་རེད་ང་འཇོན་གི་མ་རེད་ལ་ཡ་ཞུ་ཡ་ཨ་འདི་འདྲའུ་བསམ་བློ་དེ་མ་ཡིན་པ་བྱེད་བུ་མོ་བུ་བུ་མོ་གཉིས་ཅག་གི་མཉམ་རུབ་ག་རེ་ལས་འགུལ་ག་རེ་སྤེལ་བ་ན་མཉམ་རུབ་ཏག་ཏག་ལེན་ཡ་ཞིག་བྱེད་ར་ཨ་ནི་དཔེ་ན་ཞོ་ང་ཚོ་ཕྱི་རྒྱལ་ཁག་གི་རྒྱལ་ཁབ Western Countries སུན་ཟུར་གྷ་ནི་ཡར་རྒྱས་འགྲོ་འོར་ལ་ན་ཁོ་ཚོ་ཡ་བུ་མོ་བུ་བུ་མོ་གཉིས་ཀ་ཡོད་ད power sharing ལ་འོར་ར་ཁོ་ཚོ་བུ་མོ་ཡིན་ན་དཔེ་ངར་མ་ཡོད་ར་ཡོད་ཡིན་ན་ང་ཚོ Asian Country མང་ཆེ་ལ་ད developing དེ་དེ་གྷ་ལ་འོར་ད་གྷ་ལ་འོར་འདི་ཤུགས་ཆེན་པོ་མགྱོགས་པོ་འགྲུལ་མིན་ད་གྷ་ཡིན་ལ་ན། ང་ཚོས་ཡང་འདི་ག་ལ་ད་བུ་མོ་ལ་ད་སྐྱོན་ཆ་འདི་རེད་ག་སོ་སོ་གདེང་ཚོད་མེད་རྒྱུ་འདི་སྐྱོན་ཆ་གཅིག་ནི་ད་བུ་འདི་ཚོ་ཡིན་ན་ཡང་ད་ག་རེ་སྐྱོན་མཐོང་ལ་བུ་མོ་གིས་གཅིག་བྱི་བ་དང་ཡང་ཨ་ཁྱོད་བུ་མོ་མ་རེད་གཅིག་བྱེད་གཅིག་ཡོག་ཁ་ནས་དམའ་འབེབས་དྲུག་མང་པོ་བྱས་ཤག་འདི་བྱིན་ན་ཕ་ཆོས་འདི་སེམས་ཤུགས་ཆག་དྲུག་རེད་བུ་མོ་ཡིན་ན་ཡང་ཡག་གཅིག་ཡོད་ར་ཨ་ད་བུ་མ་ང་ལང་རྒྱུ་འདུག་ང་ཀྱི་མ་ལ་བུ་མོ་གཅིག་ལང་བ་ཡིན་ན་ཨ་ནི་ང་ར་ཞབས་འདྲེན་ཞུས་རེ་ལས་ཞུ་ར། ཨེ་འདྲས་ཏེ་འོ་དེའི་དཀའ་ངལ་དེ་སེལ་ཐབས་བྱས་ན་ཨ་ནི་ད་དེ་ལས་ཡར་རྒྱས་ཆེ་བ་འགྲོ་ཡི་རེད་བསམ་གོ། ད་སྤྱི་དང་ང་ལ་དགག་པ་རྒྱག་མཁན་མང་པོ་ཞིག་ཡོང་སྲིད་ཀྱི་རེད་ང་རང་ནམ་རྒྱུན་བསམ་བློ་བཏང་བསྡད་ཀྱི་ཡོད་གར་བྱེད་ལབ་ན། ང་ཚོ་ད་བོད་པའི་སྤྱི་ཚོགས་ལ་འོར་བ་དང་འདི་ནང་ལ་ག་རེ་ལབ་ན། མི་གཅིག་གིས་ད་རྒྱ་བོ་རུམ་ཅན་གྱིས་གསུངས་བཞག་པ་དེ་ལས་ཚིག་གཅིག་ཕག་འགལ་ནས་བཤད་བཞག་པ་ཡིན་ན་ད་མི་འདི་པད་ཁོ་རང་སྡུག་ཆ་འདི་བཞག་འདུག་ད་པད་ཁོ་རང་རྒྱ་བོ་རུམ་ཅན་དཀའ་ལས་གལ་སོང། འདིས་ངས་བལྟས་ན། ད་ང་ཚོ་དམངས་གཙོ་དམངས་གཙོ་སྐད་བཤད་ཀྱི་ཡོད་རེད་དེ་ཡིན་ན་ཡང་དམངས་གཙོ་གི་གར་ཞོག་རེད་ཅིག་དམངས་གཙོ་ནང་ལ། མི་སྒེར་གྱི་བསམ་ཚུལ་བརྗོད་རོགས་བ་མི་སྒེར་གྱི་བསམ་ཚུལ་ལ Respect མེད་བ་ཡིན་ན་འདི་དམངས་གཙོ་ཡོད་པའི་དགོས་པ་ཅི་ཡོད་མ་རེད། འདུག་བྱས་དུས། གལ་སྲིད་མི་གཅིག་གིས་རྒྱག་རུང་གཅིག་གིས་བཀའ་དེ་ལས་དགོ་བདག་ཅིག། རྒྱག་རུང་གཅིག་གིས་བཀའ་དང་མ་མཐུན་པའི་གི། ཐུགས་ཀྱི་དགོངས་གཞི་དང་མ་མཐུན་པའི་སྐད་ཆ་འདྲ་བཤད་ཀྱི་ཡོད་པ་ཡིན་ན། དང་པོ་ག་རེ་བལྟ་དགོས་ལབ་པ་ཡིན་ན། མི་དེ་གིས་རྒྱག་རུང་གཅིག་གིས་གང་གསུང་བ་དེ་གོ་རྟོགས་དེ་ཡག་པོ་སླེད་དུ་སླེད་མི་འདུག། རྒྱག་རུང་གཅིག་གིས་གང་གསུང་བ་དེ་གོ་རྟོགས་ཡག་པོ་སླེད་མཁན་མི་ཁ་པོ་རེད་བ། འདུག་བྱས་དུས། ཐུགས་དགོངས་དང་མ་བསྒལ་བའི་གི་སྐད་ཆ་དེ་འདྲ་བཤད་གི་ཡོད་པ་ཡིན་ནའི་མི་དེ་གི་མི་དེ་གི་བསམ་ཚུལ་ལ་རེས་སྤེགས་བྱས་རྗེས་མི་དེ་ལ་ཕར་འགྲེལ་བཤད་རྒྱ་ཡ་རེད་མ་གཏོགས་མི་དེ་དཔེ་ཁོ་རང་སྡུག་ཆ་སྡུག་ནག་རྩིས་ང་ཚོ་ད་ད་ད་དྲ་རྒྱ་དེ་ཚོ་ད་ད་ད་ག་ད་ལས་མཁན་མེད་མཁན་དེ་ཚོ་ཡིན་གྱི་རེད་དེ་ཡིན་ན་ཡང་དྲ་རྒྱ་ནང་ལ་ཞི་བོ་མཐོང་བསྡད་གི་འདུག་དཔེར་ན་མི་ཁ་ཤས་ཤིག་གིས་ད་ཟམ་གདོང་རིན་པོ་ཆེ་ལ་ཡང་སྐད་ཆ་དེ་མ་འགྲིག་པ་འདྲ་བོ་བཤད་འདྲ་བ་ཡིན་ན་དེ་མི་དེ་དཔེ་ཁོ་རང་སྡུག་ཆ་ཞི་བོ་རྩིས་ནས་དཔེ་དཔེ་ཁོ་རང་ཚིག་ནག་རིག་ནག་རྩིས་དེ་འདྲས་སྡུག་རུས་ཉན་ཚད་དེ་འདྲ་བཤད་ཡོང་མཁན་དེ་འདྲ་ཡོད་འདུག་སྡུག་ཟེར་དུས་དེ་འདྲས་ཡིན་ན་ཡང་མིག་གི་བསམ་ཚུལ་ལ་འབད་ཁོ་རང་ལྟས Respect མེད་བསྡད་མཁན་འདྲ་བོ་ཅིག་མཐོང་གི་འདུག་དེ་འདྲས་ཡིན་དུས་བརྩམས་པ་དེ་འདྲས་ཀྱི་སྒང་ལ་ཡང་ཨ་ནེ་པེ་ནེ་རྒྱ་བོ་རུམ་ཅིག་གི་ཐུགས་ཀྱི་དགོངས་གཞི་དང་ག་བའི་གི་སྐད་ཆ་དེ་འདྲ་བཤད་མཁན་ཡོད་པ་ཡིན་ན་ཡང་མི་གི་མི་དེ་གི་དང་པོ་བསམ་བློ་ག་རེ་རེད་ཤག་མི་དེ་གི་བསམ་བློ་ལ Respect བྱེད་ཁོ་རང་ལ་ཡང་འདི་བསམ་བློ་འདི་ཁོ་རང་ལ་འགྲེལ་བཤད་རྒྱག་ཡག་གི་གོ་སྐབས་ཡིན་གཅིག་མིན་གཅིག་སྤྲད་དགོས་ཀྱི་འདུག་བསམ་ཡས་དེ་ངས་ནུབ་ཉིན་ང་རང་འདུག་ནུབ་ཉིན་བསམ་བསམ་བློ་བཏང་བསྡད་ཀྱི་ཡོད་འདི་གཅིག་འདི་གཅིག་ཡིན། ད་གཞུང་འབྲེལ་ཡིན་ན་རེད་སྤྱི་ཚོགས་ག་འདྲས་ཞིག་ཡིན་པ་ཡིན་ན་ལ་ནི་སྤྱི་ཚོགས་དེ་ཡག་བོ་ཞིག་ཆགས་ཡ་ལ་རྩོམ་པ་པོ་དང་བསམ་བློ་བ་དེ་དཔེ་གལ་ཆེན་པོར་ད་རྩོམ་རྒྱུ་བཅས་ནི་བསམ་བློ་དཔེ་ཐུག་གི་རེད་དེ་འདྲས་ཞིག་ཡིན་དུས་རྩོམ་པ་པོ་དང་བསམ་བློ་བ་དང་མཁས་དབང་ལ་རང་དབང་ད་ལྟ་ཡིན་ན་ད་ཡོད་ད་ཡོད་རེད་ཡིན་ན་ཡང་ད་དུང་དེ་ལས་རང་ནི་མང་ཞིག་ནི་རང་དབང་ཞིག་ངེས་པ་དུ་དགོས་གི་འདུག་ཞུ་ཡས་ར་གལ་སྲིད་རྩོམ་པ་པོ་དང་བསམ་བློ་བ་དང་མཁས་དབང་ལ་རང་དབང་མེད་ས་ན་རང་བཞིན་གྱི་སྤྱི་ཚོགས་དེ་གར་ཆགས་འགྲོ་ན་ཁ་ཕྱོགས་གཞན་པ་ཅིག་ལ་ཆགས་འགྲོ་གི་རེད་ཡ། དེ་འདྲའི་ཞིག་ཡོད་དུས་ཇི་ཙམ་རྩོམ་པ་པོ་དང་བསམ་བློ་བ་དང་མཁས་དབང་འདི་ཚོ་ལ་ཅིག་རང་དབང་དེ་ཤུགས་ཆེ་སྤྲད་བ་ན་དེ་ཙམ་གྱིས་སྤྱི་ཚོགས་དེ་ཡག་ཕྱོགས་ཅིག་དང་སྣེ་ཁྲིད་མི་སྣ་ཡག་ཕྱོགས་ཅིག་ལ་འགྲོ་ཡག་གི་གོམ་པ་དེ་རྒྱབ་ཀྱི་རེད་བྱས་ཙང་ང་ཚོ་གི་འདི་ཚོ་ལ་ཡ་ནི་རང་དབང་དེ་ཤུགས་ཆེན་པོ་ཅིག་སྤྲད་ཐུབ་ཡག་གི་འབད་བརྩོན་ཞུ་རོགས་བྱེད་ཞེས། ཨ་ནི་ངས་གར་ས་ཡང་བསྐྱར་ཅིག་ཞུ་འདོད་བྱུང་སོང་ག་རེ་ལ་ན། མི་འདི་ཡ་དེ་ཚོ་ལ་ཡིན།

འོ་ན་ཁོ་ཚོ་གིས་མ་འགྲིག་པ་དེ་ལ་ཡང་ཅིག་གར་ཞེས་བ་རེད་ཅིག་མ་འགྲིག་པའི་རྣམ་པ་བཏོན་ཏེ་འབྲི་བ་བཀོད་དེ་འདྲ་བྱས་དེ་འདྲ་བྱས་ཏེ་བད་ཁོ་རང་ཉུང་ཉུང་མཐོང་གི་འདུག་གལ་སྲིད་དེ་འདྲའི་འདྲ་བོ་ཅིག་བྱེད་ཐུབ་པ་ཡིན་ན་འོ་ན་ང་ཚོ་གར་ཞེས་བ་རེད་ཅིག་དམངས་གཙོ་གི་ལམ་ལུགས་དེ་ད་དུང་སྲ་བརྟན་ལ་སྲ་བརྟན་དུ་འགྲོ་འགྲོ་ཡག་གི་ད་ཅིག་འགྲོ་གི་རེད་འདུག་ཞེས་བསམ་བློ་དྲན་གྱི་འདུག།